མངོན་སུམ་རྟགས་སྣང་བདུན་ཤེས་པ་དེ། རྟགས་སྤངས་ལྡན་ཆོས་ཀྱི་གྲགས་པས་ནི། གཞི་རིག་བསྡུས་བྱས་ཤེས་ཡ་དེ་དོགས་ནས། གཞི་རིག་བསྡུས་ཡོང་དུས་གོང་ལ་གཉིས། ཆུ་ཆེན་ལ་བྱས། རེད་པ། གཉིས་ཆུ་ཆེན་བྱས། ཨ་ནི་གཞི་དེ། གཅིག་དུ་བཙུད་ཅིང་སྤེལ་རེ་བྱས། སྤེལ་རེ་བྱས། འོ་འདུག་བྱེད་དུས། ད་ག་ནས་རེད་འདོད་ཡ་དེ་འགྲོ་སྟངས་དེ་འདི་འདྲ་བྱེད་ཡོད་རེད། འཁྲུལ་བའི་ཤེས་པ་དང། ཨ་ནི་ཀུན་རྫོབ་ཀུན་རྫོབ་པའི་རྟོག་པ་འཁྲུལ་བའི་རྟོག་པ་དང་ཀུན་རྫོབ་ཀྱི་རྟོག་པ་གཉིས་དེ། དངོས་སུ་རྟག་སྣང་དང་ཤེས་པའི་ཆུ་ཅན། རེད་པ། དེ་ནི། དེ་མ་ཡིན་པ་ཅིག་གིས། འཇིགས་པ་ཇི་སྲིད་བར་པ་ལས་བྱུང་བ། ནི། འདས་པའི་དོན་དྲན་པས་རྟོགས་པ། མ་འོངས་པའི་དོན་མངོན་པར་འདོད་པས་རྟོགས་པ། ནི་དེ་བཞི་པོ་དེ་དཔེ་རུ་བྱ། འདུ་བྱེད་ནི་དྲུག་གི་ཡོད་ལ། འདུ་བྱེད་དུས་གོང་ལ་མདོར་ན། དེའི་རྟོག་མེད་མངོན་སུམ་བརྟགས་ན་གཅིག་རྟོག་པ་མངོན་སུམ་བརྟགས་ན་དེ་ལ་བདག་དང་འཁྲུལ་པའི་རྟོག་པ་ཀུན་རྫོབ་པའི་རྟོག་པ། དེ་ནས་འདས་པའི་དོན་དྲན་པ་ལ་སོགས་པའི་རྟོག་པ་དེ་ནི་རྟོག་པ་དངོས་སུ་རྟོག་མེད་དངོས་སུ་བདག་ན་ཅིའི་ཕྱིར་ཅིག་ད་དོན་ཚན་བཞིར་བསྡུས་ནས་བཤད་པ་དེ་རེད། ད་འདི་ཇི་ལྟར་ངོ་ཁ་བོ་ཅི་མི་འདུག་དེ་ལྟར་དུ་བྱས་ནས་ཡང་ཁོ་བཤད་སྟངས་ཁ་ཁ་ཅེར་བ། དུ་ཟེར་ད་ང་ཚོ་ཇི་བཤད་ནས་མ་འགྲོ་དུས་གོང་ལ་རྩ་བ་བྱས་ན་བདག་རྟེན་ཅན་དང་དོན་གཞན་ལ་སྒྲོ་འདོགས་ནང་པར་གཏོགས་པ་དག། མངོན་སུམ་ཉན་རྒྱུའི་སྤྱན་ཉིད་ཕྱིར། དགའ་ཚལ་འཁྲུལ་པའི་རྒྱུ་ཡིན་ནོ། ཇི་ལྟར་ལྐོག་ཏུ་ཆུ་དོན་ཅན། དྲན་པ་ལ་སོགས་རྟོག་པ་འདི། བདག་ལ་ལྟོས་པའི་ངང་ཚུལ་ཅན། མངོན་སུམ་དོན་ལ་འཛིན་མི་བྱེད། དེ་ལྟར་ཉམས་མྱོང་དྲན་མེད་པ་བུམ་པ་ལ་སོགས་པ་དག་ལ། ཕྱི་ཡོད། མིན་པའི་དེ་ཡང་ནི་མངོན་སུམ་ལས་ནི་ཡོངས་ཉམས་འགྱུར། འདི་ནི་བཞི་པ་དམིགས་བསལ་ཏེ། མངོན་སུམ་ལས་ནི་ཡོངས་ཉམས་འགྱུར་སོགས་དུ་བཤད། དེ་ཡི་དོན་དག་དེ་མ་འདྲེས། འབྲེལ་བ་སྐྱོན་ཡོང་དུས། བརྡ་ཡི་རྟེན་ཅན་གྱི་རྟོག་པ་དང་དོན་གཞན་ལ་སྒྲོ་འདོགས་པའི་རྣམ་པར་རྟོག་པ་དག་ཆོས་ཅན་གསུངས། བརྡ་ཡི་དོན་བརྡ་ཡི་དོན་ཅན་གྱི་རྟོག་པ་ཟད་དེ། རགས་རྒྱུན་ལ་རྟོག་པའི་བློ། ཀུན་རྫོབ་པའི་རྟོག་པ། དེ་ནི་དོན་གཞན་ལ་འགྲོ་འདུག་པའི་རྟོག་པ་ཟེར་ཡ་སྟེ། ཨ་ནི་རྟོག་པ་ལོག་ཤེས། འཁྲུལ་པའི་རྟོག་པ། རྣམ་པར་རྟོག་པ་དང་ཆོས་ཅན། དུས་འགའ་ཞིག་གི་ཚེ་དབང་ཤེས་སུ་འཁྲུལ་བའི་རྒྱུ་ཡོད་པ་ཡིན་ཏེ། དོན་རང་མཚན་འཛིན་པའི་མངོན་སུམ་དང། ཡུལ་དུས་ཉེ་བར་འཇུག་པ་ཅན་ཉིད་ཡིན་པས་དེ་ལྟར་འཁྲུལ་བའི་ཕྱིར། རེད། དཔེར་ན་ང་རང་ཚོ། བུ་འཛིན་མི་ཤེས་ལྟ་བུ་དང། ཨ་ནི་དེའི་རྗེས་སུ་འབྲང་བའི་ཨ་ནི་བུ་འཛིན་རྟོག་པ་ལྟ་བུ། ཐག་ཉེ་བོ་བྱེད་ཅེས། བུ་འཛིན་མི་ཤེས་འགྱུས་པའི་དུས་ད་ག་རང་ལ། བུ་འཛིན་རྟོག་པ་ཡང་ག་སོ་བར་ད་དུས་དེ་འགྱུ་ཐུག་དེ་མ་ཐག་ཏུ་བུ་འཛིན་རྟོག་པ་ཡང་འགྱུས་པ་དེ་འདྲས་ཡིན་པར་སོང་ཙང། རང་མཚན་འཛིན་པའི་མངོན་སུམ་དེ་དང་དེ་རྒྱུན་རང་གི་རྟོག་པ་གཉིས་པོ་དེ། ཡུལ་དུས་ཉེ་བ་ལ་འགྱུས་པ་ཅན་རེ་བ་ཡུལ་དང་དུས་ཉེ་བ་བྱས་ནས་ཐག་ཉེ་བོ་ཞིག་ནས་འགྱུས་པ་ཅན་ཡིན་པར་སོང་ཙང། བུ་འཛིན་རྟོག་པ་དང་བུ་འཛིན་མི་ཤེས་གཉིས་ཅན་གཉིས་ཀ། ཅིས་མྱུར་དུ་འཁྲུལ་ཅིག། དབང་བཞིས་སུ་འཁྲུལ་བ་རེད། དེ་འདྲ་བའི་བུ་འཛིན་རྟོག་པ་དེ་དབང་པོའི་མངོན་སུམ་གྱི་གཞལ་བའི་དུས་ད་ག་རང་ལ་འཇུག་པ་ལྟ་བུ་མཐོང་ཡོང་དུས། དབང་བཞིའི་རྟོག་པ་འཁྲུལ་ཡག་དང་རྟོག་པ་ག་སེ་བོ་རེད་འབྲུ་འཇུག་ལ་ཐག་འཁྲུལ་བ་ལ་སོགས་པ་དེ་ཡོང་གི་རེད། དཔེར་རྟོག་པར་བསྟན་པ་ནི་ཇི་ལྟར་ཡུལ་ལྐོག་ཏུ་གྱུར་པའི་དོན་ཅན་དྲན་པ་དང་ཟླ་དེ། དྲན་པའི་རྟོག་པ། དེ་ནི་མངོན་འདོད་ལ་སོགས་པའི་རྟོག་པ་བཞི་པོ་འདི་ཆོས་ཅན། ཡུལ་མངོན་སུམ་དུ་བྱུས་པའི་དོན་ལ་གཟུང་དོན་གྱི་ཚུལ་གྱིས་འཛིན་པ་མི་བཞེད་པར་དོན་སྤྱི་འཛིན་པའི་རྟོག་པ་ཡིན་ཏེ། རང་ཡིན་བརྫུན་པ་བདག་ལ་བཏུས་པའི་ངང་ཚུལ་ཅན་གྱི་བློ་ཡིན་པའི་ཕྱིར། ད་དུས་སུ། དབང་ཤེས་སུ་འཁྲུལ་བའི་རྟོག་པ་དང། ཨ་ནི་སྒྲུབ་མཇུག་ལ་འཁྲུལ་པའི་དོགས་པ་བལྟས་ཚེ་ཆུང་བ་ག་བྲལ་དེ་རེད་ག་རེ་རེད་ཟེར་ན། འདས་པའི་དོན་དྲན་ཡོང་དུས་དབང་ཤེས་ཀྱིས་འདས་པའི་དོན་ལ་བལྟ་མ་ཐུབ་པ་དང། མ་འོངས་པའི་དོན་མངོན་པར་འདོད་ཡོང་དུས་དབང་ཤེས་ཀྱིས་མ་འོངས་པ་ལ་ཡང་མངོན་པར་མངོན་སུམ་དུ་བལྟ་མི་ཐུབ་པ་དེ་འདྲ་ཡིན་པ་སོང་ཙང་དུས་ཚོད་ཀྱི་གྲལ་དེ་དོན་རིན་ཆེན་རང་མཚན་འཛིན་པའི་མངོན་སུམ་དུ་ཡོད་དུས་ཉེ་བ་ཨ་ནི་འཇུག་པ་ཅན་མ་ཡིན་པ་སོང་ཙང་དེ་དག་ཨ་ནི། དོན་གྱིས་འཛིན་པའི་དོགས་པ་རེད་སོང། རང་ཡུལ་འཛུམ་པ་བདག་ལ་བསྟོད་པའི་ངང་ཚུལ་ཅན་གྱི་བློ་ཡིན་པའི་ཕྱིར་བདག་ལ་བསྟོད་ན་རྟོགས་པ་ཡིན་པར་ཐལ་བ་ཁོ་བོ་ཡང་འདོད་དོ་ཞེ་ན། དཔེ་དེ་ལྟར། སྨིག་རྒྱུ་ལ་ཆུ་འཛིན་གྱི་ཤིས་པ་དང་བུམ་པ་ལ་སོགས་པའི་ཚོགས་པ་དག་ལ་རྟོགས་པའི། ཤིས་པ་དེ་ཡང་ཆུ་ཅན། ལ་འདུས་ཏེ་རྟོག་མེད་ངོས་བཟུང་བརྟགས་ན། དགོངས་དག། བྱས་ཙང་དེ། སྨིག་རྒྱུ་ལ་ཆུ་འཛིན་གྱི་རྟོག་པ། ནི་རགས་རྒྱུ་འཛིན་པའི་རྟོག་པ། དེ་ཡང་ཆུ་ཅན། བུམ་པ་ལ་སོགས་པའི་ཚོགས་པ་དག་ལ་རྟོག་པའི་ཤེས་པ་དེ་ཡང་ནི་ཆུ་ཅན། མངོན་སུམ་གྱི་སྒྲ་བཤད་དུ་ཡོད་པའི་དབང་བཞི་ལས་ནི་ཡོངས་སུ་ཉམས་པར་འགྱུར་བ། འགྱུར་བ་ཐ། དབང་བཞི་མ་རེད་ད་དོན་དག་རྡོག་རྡོག། ཆོས་དངོས་ཉམས་སུ་མྱོང་བའི་ཡུལ་གྱི་བརྡ་དྲན་པ་མེད་པ། ཁྱོད་སྐྱེ་བ་ཡོད་པ་མ་ཡིན་པས་རང་ཡུལ་འཛིན་པ་བརྡ་དྲན་པ་ལ་ལྟོས་པའི་ཤེས་པ་ཡིན་པའི་ཕྱིར། རེད་ཨ། རགས་རྒྱུད་འཛིན་པའི་རྟོག་པ་དེ་ཚོ་ཡང། ཨ་ནི་གཞིའི་བུམ་པ་ལྟ་བུ་ལ་ཡང་ཨ་ནི་འདི་གཟུགས་རེད་ཤེས་པ་ལྟ་བུ། ཡང་མེད་ན་འདི་ཤེས་བྱ་རེད་ཤེས་པ་ལྟ་བུ། ད་ཨ་ནི་རགས་པའི་ཡིག་ཆུ་ལ་འཛིན་པའི་རྟོག་པ་དེ་ཚོ་ཡང་ནི་དེ་ལ་དེ་དག་སྟེ་དེ་ལྟ་སྟེ་ཡིན་ཞེས་པའི་བརྡ་དྲན་པ་ལ་མ་ལྟོས་པར་ཡོངས་སུ་འཛིན་ནུས་ཀྱི་མ་རེད། ད་ག་ནང་བཞིན་སྨིག་རྒྱུའི་ཁ་དོག་འཛིན་པའི་དབང་མངོན་སྤྱད་ཡོང་དུས་གོང་ལ་ནི་དེ་དག་ལ་ཕྱིའོ་སྙམ་དུ་འཛིན་པའི་རྟོག་པ་དེ་རྗེས་ཀྱི་རྟོག་པའི་ཐ་སྙད་བཤད་པ་དང་བརྡ་དྲན་པ་ལ་ལྟོས་པ་ཡིན་ཙང་དེ་དག་ཀྱང་དབང་ཤེས་ལས་ཉམས་ཀྱི་དབང་ཤེས་མ་རེད། བརྡ་དྲན་པ་ལ་བཏུས་པའི་ཤེས་པ་ཡིན་པའི་ཕྱིར་བརྡ་ཡི་རྟེན་ཅན་ནི་ལྟོ་རྡུལ་ཞབས་བཞིན་པ་ལ་བུམ་པའོ་སྙམ་དུ་རྟོགས་པ་ངེས་པར་བརྡ་དྲན་པ་ལ་བཏུས་པ་ལྟ་བུ་སྟེ། དེ་ལ་ཡང་ང་རང་ཚོས་ཐ་སྙད་རྒྱག་མ་ཤེས་ན། ཨ་ནི་ལྟོ་རྡུལ་ཞབས་བཞིན་པ་ལ་བུམ་པའོ་སྙམ་དུ་བློ་སྐྱེ་ཡ་མེད་པ་ཅིག་ད་ཐ་སྙད་སྦྱར་གཤིས་པ་ཡིན་ན་དང་པོ་ཐ་སྙད་སྦྱར་གཤིས་ཚ་དུས་གོང་ལ་ཨ་ནི་གཤིས་སུ་སླར་ཡང་སྒྲ་ཡི་བརྗོད་པ་ལ་མ་ལྟོས་པར་སྔར་གྱི་བརྡ་ཡི་ནུས་པ་ལ་བརྟེན་ཅིང་ཨ་ནི་དེ་མཐོང་བ་ཙམ་ལས་འདི་བུམ་པའོ་སྙམ་པའི་བློ་སྐྱེ་བ་དེ་འདྲ་ཡིན་པ་སོང་ཙང་གང་ལྟར། ཐག་ཉེ་རིང་ཇི་ལྟར་ཡིན་ན་ཡང་བརྡ་དྲན་པ་ལ་བལྟོས་པ་རེད། བློ་དེ་ཉིད་ཀྱིས་བདག་འཛིན་དགོས་པ་མ་ཡིན་གྱི། བདག་དྲན་པ་སྔོན་དུ་མ་སོང་བར་ཡུལ་འཛིན་པའི་ནུས་པ་མེད་པའི་རིས་སུ་གནས་པའོ་ཏག་ཏག་དོགས་ཏེ། བདག་དྲན་པ་སྔོན་དུ་སོང་དགོས་དགོས་རེད་མ་གཏོགས་སྔོན་དུ་མ་སོང་བ་ལ་ནི་དེ་ལ་ཡར་ལྟོ་འདོ་བ་ལ་བུམ་པའོ་སྙམ་དུ་རྟོག་པས་འཛིན་ཞིང་གི་མ་རེད་གསུངས་དེ་རེད། དོན་གཞན་ལ་སྒྲོ་འདོགས་པ་ནི་སྨིག་རྒྱུ་ལ་ཡོད་པ་མ་ཡིན་པའི་ཆུར་སྒྲོ་འདོགས་པ་ལྟ་བུ་སྟེ་གཞན་ཡུལ་ལ་འཁྲུལ་པའི་རྟོག་པ། འདིར་སྨིག་རྒྱུ་ཁ་དོག་མཐོང་བའི་མངོན་སུམ་བསྐྱེད་ཅིང་མངོན་སུམ་གྱི་རྗེས་སུ་ནི་སྨིག་རྒྱུ་ཁྱིམ་ཚང་གི་རྟོག་པ་བསྐྱེད་ཡང་བ་ད་དེ་ཡིན་པར་བ་ནི་གཞན་ཡུལ་ལ་འཁྲུལ་པའི་རྟོག་པའོ་གསུངས་རྒྱུ་བྱེད་འདི་གི་ད་ཡིན་རྒྱུ་ག་རེ་རེད་ལ་ན། རྟོག་པ་བདུན་གྱི་ནང་ནས་ནི་སྡེ་ཚན། འཁྲུལ་པའི་རྟོག་པ་ཀུན་རྫོབ་པའི་རྟོག་པ། དེ་ནི་བདག་དྲན་པ་ལ་ཁ་ཟ་འདི་འདས་དུས་འདས་པའི་དོན་དྲན་པ་ལ་སོགས་པའི་རྟོག་པ་ཞེས་ཏེ་གཅིག་འདུ་བྱེད་ནི། འཁྲུལ་བ་ཁ་ཟ་འཁྲུལ་གཞི་མངོན་སུམ་བརྟགས་ན་གསུམ་དེའི་སྒང་ལ་ཡང། ད་ལྟ་འདིར། རབ་རོལ་ཅན་ལ་བཀྲ་ཤིས་སྣང་བའི་དབང་བཞིའི་ལོགས་སུ་རྟོག་མེད་མངོན་སུམ་བརྟགས་ན་གཅིག་ལོགས་སུ་བཤད་ཡོང་དུས་ཏིང་མངོན་སུམ་བརྟགས་ན་བཞི་བོ་དེ་གི་རྒྱས་བཤད་རྫོགས་སུ་བྱས་ནས་མ་འབྲེལ་བཤད་སྐྱོན་ཅན་དེ་དག་གི་ལྟར། གོ་དོན་འདྲ་པོ་དེ་མ་སྤྲད་པ་དེ་རྫོགས་སུ་བྱས་རེད་ད་དེ་ཚོ་བྱེད་སྟངས་ལས་ལྷག་པོ་འདུག་ད་འདི་ནི་ཞི་བ་དམིགས་ཀྱིས་བསགས། ད་འདི། བྱས་ཙང་འདི་ནི་ཞི་བ་དམིགས་བསལ་ཏེ། དེ་ནི་ཉེས་སྣོད་ལས་ཅི་བརྗོད། རེད་པས། འདི་ནི་ཞི་བ་དམིགས་བསལ་ཏེ་དེ་ནི་ཉེས་སྣོད་ལས་ཅི་བརྗོད། དེ་ལ་ར་རུས་འབའ་ཞིག་ནི་ཉེས་སྣོད་མཚོན་པར་བྱེད་པ་ཡིན་གསུངས་ཡང་ད་དེ་ཡིན་པར། འདུ་བྱེད་དུས། རྟོག་མེད་མངོན་སུམ་ལྟར་སྣང་སྟེ་ལྟ་ལོགས་སུ་བཀར་ནས། རྟོག་པ་མངོན་སུམ་ལྟར་སྣང་བདུན་ཏེ་སྡེ་ཚན་སྡེ་ཚན་ཟེར་ན་མི་འདུག་རྟོག་པ་མངོན་སུམ་བརྟགས་ན་གསུམ་བྱེད། དེའི་སྒང་ལ། རྟོག་མེད་མངོན་སུམ་བརྟགས་ན་གཅིག་དེ་ལོགས་སུ་བཀག་ཅེས་དེ་ལ་ཡང་བཀྲ་ཤིས་རྫ་ཕོར་ནང་ཡོད་དབང་ཤེས་ལྟ་བུ། མཚན་གཞི་ལ་བཞག་ཅེས་བཤད་པའི་དགོས་པ་ག་རེ་རེད་ལབ་དུས་འཐད་པའི་ཆོས་བཞག་པ་དང་མི་སྲིད་ཀྱི་དོན་གཞན་དུ་རྟོགས་པར་དགག་པ་བྱེད། དང་པོ་ནི་ར་རུ་ཅི་ཞེས་ལོགས་སུ་མི་བོར་ལ་དགོས་པ་ཅི་ཡོད་ཅེ་ན་ཀུན་ལས་དུས་སུ་མངོན་སུམ་བརྟགས་ན་བདུན་པ་ཡིན་པ་རྣམ་འགྲེལ་འདིར་ནས་བཞི་པ་བསྟན་པ། རབ་རིབ་སོགས་ཀྱིས་བསླད་པའི་ཤི་བ་དེ་རྟོག་པའི་ཡིད་བདེ་ཚན་ལས་མིག་གིས་ལོགས་སུ་བསལ་ནས་བསྟན་པ་ལ་དགོས་པ་ཡོད་དེ་རྟོག་མེད་མངོན་སུམ་རྟགས་སྣང་དང་ཤི་བའི་ཆེད་ཡིན་པའི་ཕྱིར་གསུངས། ད་བྱས་ཙང། མངོན་སུམ་རྟགས་སྣང་དེ་ལ། རྟོག་པ་ལ་རིགས་མི་འདྲ་བ་དྲུག་ཞེས་པ་དེ་ད་ལྟ་སྐབས་འདིར་གསུམ་ལས་གསུམ་དུ་ཚུད་བསྡུས་ནས། ད་མངོན་སུམ་རྟགས་སྣང་རྟོག་མེད་མངོན་སུམ་རྟགས་སྣང་དུ་ལོགས་སུ། རྟོག་པ་ལས་ལོགས་སུ་རེ་བ་རྟོག་པའི་བདེ་ཚན་ལས་ལོགས་སུ་དམིགས་སུ་བཀར་བྱས། རྟོག་མེད་མངོན་སུམ་རྟགས་སྣང་ལོགས་སུ་ཤི་བ་བྱ་བའི་ཆེད་དུ་རེད། ད་རྟོག་མེད་མངོན་སུམ་རྟགས་སྣང་ཡིན་པ་ཤི་བ་བྱ་བའི་ཆེད་དུ་རེད། འོ་ན་མངོན་སུམ་དུ་མཐའ་རྟོག་མེད་ཀྱི་ཤེས་པ་ཡིན་པའི་ཕྱིར་ཁྱབ་པ་མེད་ན་ཀུན་ལས་བཏུས་ནས། མིང་དང་རིས་སོགས་སྦྱོར་བ་ཡིས་རྟོགས་པ་དང་འབྲས་མངོན་སུམ་མོ་ཞེས་དེ་མངོན་སུམ་གྱི་མཚན་ཉིད་དུ་བཤད་པ་དང་འགལ་ལོ་ཞེ་ན། སྔོན་ཀུན་བཏུས་ཀྱི་ནང་ལོགས་ལ་མིང་དང་རིས་སོགས་སྦྱོར་བ་ཡིས་རྟོགས་པ་དང་དང་འདྲ་མངོན་སུམ་མོ་གསུངས་ཡོང་དུས། འདིའི་སྐབས་སུ་མིང་སྦྱོར་རྟོགས་པ་དང་དོན་སྦྱོར་རྟོགས་པ་གཉིས་བཤད་ཅིང། མིང་སོགས་སྦྱོར་བ། རྟོག་པ་ལ་སྤྱིའི་ཞག་རེ་བ་དང་ང་རང་ཚོ་སྒྲ་དོན་འདྲེས་རུང་དུ་འཛིན་པའི་རྟོག་པ། རིས་སུ་སྦྱོར་བ་རྟོག་པ་ལ་ཤེས་ཡོད་དེ་ཕྱི་རུ་བའི་ཤེས་དང་རེ་བ་དང་ཕྱི་རུ་བའི་རིས་སུ་སྦྱོར་བ་རྟོག་པ་ལ་ཤེས་ཡོང་དུས་རྟོག་པ་གང་དང་གང་ཡིན་ན་ཡང་སྤྱི་དོན་ཤེས་དང་སྤྱི་མཚོན་གྱི་བློ་ལ་ཤེས་ཡོང་གི་ཡོད་དུས་གོང་ལ་ནི་སྤྱི་ཟེར་ཡ་དེ་ལོགས་སུ་བཞག་གི་བར་སྤྱི་དོན་ཤེས་སྤྱི་གཙོ་བོ་དུས་སུ་བཞག་བྱས་དེ་དག་འཛིན་པའི་རྟོག་པ་བློ་ལ་ཡང་རྟོག་པ་བཞག་བྱས་དུས་ཤེས་ཡོང་དུས་རིས་སུ་སྦྱོར་བ་རྟོག་པའི་མཚན་ཉིད་ལོགས་སུ་ཤེས་གི་བར་རེ་བ་དེ་བྱས་དུས་དེ་དང་བྲལ་བ་མངོན་སུམ་རེ་དྭངས་སེ་ལབ་ཡོང་དུས་རྟོག་བྲལ་དེ། ཨ་ནི། རྟོག་བྲལ་གྱི་ཤེས་པ་མངོན་སུམ་གྱི་མཚན་ཉིད་ལ་ཤེས་པ་ལྟ་བུ་དུ་སུ་ཡོད་དུས་གོང་ལ་མཚན་ཉིད་དུ་ཤེས་པ་དང་འགལ་ལོ་ཞེ་ན། སློབ་དཔོན་ཕྱོགས་གླང་གིས་དེ་ལྟར་བཤད་པ་དང་རྟོག་མེད་མངོན་སུམ་བརྟགས་ན་ཤེས་པ་མི་འགལ་བ་ཐལ། འདིར་འདིར་ནི་བཞི་པ། ཀུན་ལ་ཡི་དུས་སུ་བདུན་པར་བསྟན་པའི་རྟོག་མེད་ཀྱི་ཁྱད་པར་འཁྲུལ་བ་ན་མངོན་སུམ་ཡིན་པ་དམིགས་ཀྱིས་བསལ་ཏེ། མིང་དང་གཞི་སོགས་མ་འཁྲུལ་བ་མངོན་སུམ་གྱི་མཚན་ཉིད་ལྷག་མར་གོ་བའི་སྤྱི་གཏམ་གྱི་ཚིག་ཡིན་པའི་ཕྱིར་སོ། ད་འདིའི་སྐབས་སུ་སྤྱི་དང། འདི་འདྲས་བཤད་དགོས་ཀྱི་རེད། མིང་དང་རིས་སུ་སྦྱོར་བ་ཡི་གཞི་གཟུགས་ཀྱི་གཞུང་དེ་གིས་རྟོགས་པ་དང་བྲལ་བའི་ཤེས་པ་དེ་མངོན་སུམ་རེད་དང་ཟེར་ལམ་ནི་སྤྱི་དང། རེད། སྤྱི་དང་ཞེས་པ་རེད། སྤྱི་དང་གི་ཞེས་པ་རེད། ད་འདིའི་སྐབས་སུ་རབ་རིབ་ཀྱིས་ཞེས་པའི་སྐབས་སུ་རབ་རིབ་ཀྱིས་ཞེས་པའི་སྐབས་སུ་རྟོགས་པ་དང་བྲལ་ན་ཡང། ཨ་ནི་མངོན་སུམ་ཡིན་པའི་ཆ་ཀུན་མ་རེད་རྩ་ཤེས་སྐྲ་ཤེས་རྫ་ནང་གི་དབང་ཤེས་ལྟ་བུ་དེ་མངོན་སུམ་མ་རེད་དྭངས་སེ་ལབ་བྱེད། སྤྱིར་མིང་དང་རིས་སུ་སྦྱོར་བ་ཨ་ནི་མིང་སུ་སྦྱོར་བ་དང་རིས་སུ་སྦྱོར་བའི་རྟོག་པ་དང་བྲལ་བའི་ཤེས་པ་དེ་མངོན་སུམ་རེད་སེ་ལ་ནི་སྤྱི་དང། དམིགས་ཀྱིས་བསལ་བ་ལ་ཨ་ནི། རྟོག་པ་དང་བྲལ་བ་ཙམ་གྱིས་མངོན་སུམ་ཡིན་པའི་ཆ་ཀུན་མ་རེད་ར་རུ་བཀྲ་ཤིས་རྫ་བོར་སྣང་བའི་དབང་ཤེས་ལྟ་བུ་རྟོག་བྲལ་རེད་དེ་མངོན་སུམ་མ་རེད་དང་ཟེར་ལབ་ཀྱི་མི་སེར་གྱི་ཚིག་འོ་དོ་བྱས་ཏེ་སྤྱི་བཏང་དང་མི་སེར་ལ་བཞག་དགོས་སྐོར་རེད། ཀུན་བཏུས་ཀྱི་སྐབས་སུ་བཤད་པ་དེ་ཨ་ནི་རྟོག་མེད་ཀྱི་ཤེས་པ་མངོན་སུམ་དང་བསྟན་པ་དེ་སྤྱི་བཏང་བྱས། ར་རུ་ཅི་ཞིག་སྨྲིས་ཀྱིས་བསལ་བ་དེ་དེའི་གི་སྨྲིས་སེལ་བྱེད་དུ་བྱེད་དེ་ད་ཅི་དང་མི་སེལ་གཉིས་ཀྱི་ཐུག་ནས་དོན་དག་རྡོག་རྡོག་བཤད་ན་གོ་རྒྱུ་ག་རེ་ཡོད་རེད་ཟེར་ལ་ན་རྟོག་པ་དང་བྲལ་བ་ཙམ་གྱི་མངོན་སུམ་ཡིན་པའི་ཆ་ཀུན་མ་རེད་བཀྲ་ཤིས་རྫ་པ་ནང་ཡང་དབང་ཤེས་ལྟ་བུ་དེ་མངོན་སུམ་མ་རེད་དེ་ཡིན་ཙང་རྟོག་པ་དང་བྲལ་བ་ཙམ་གྱི་མི་ཆོས་པ་སྐབས་འདིའི་མངོན་སུམ་ལ་ཡང་མེད་འཁྲུལ་བ་ཅིག་དགོས་ཀྱི་རེད་ཟེར་དུ་བྱེད། འོ་ན། མངོན་སུམ་རྟོག་བྲལ་མ་འཁྲུལ་བ་ཞེས་སྨོས་པས་ཆོག་མོད། སོ་སོར་སྨོས་པ་ལ་དགོས་པ་ཅི་ཡོད་ཅེ་ན། དེ་ལྟར་མོས་པས། མངོན་སུམ་ལྟ་སྣང་གི་དབྱེ་བ་གཉིས་དངོས་སུ་ཤེས་ནས། འདི་ག་རེ་རེད་ཟེར་ན་མངོན་སུམ་ལྟ་སྣང་ལ། རྟོག་པ་དང་རྟོག་མེད་ཀྱི་ཤེས་པ་གཉིས་ཡོད་ཨར་དང་ལ་ཅེས་དངོས་སུ་ཤེས་ནས། མ་འཁྲུལ་བ་མངོན་སུམ་གྱི་མཚན་ཉིད་ཀྱི་ཟུར་དུ་དགུ་པ་དོན་གྱིས་གོ་བའི་ཕྱིར་དང། རྟོག་པ་དང་བྲལ་བ་མ་ཟད་མ་འཁྲུལ་བ་ཡང་དགོས་རེད་དང་ལ་ནི་དོན་གྱིས་གོ་བའི་ཕྱིར་དང། རིག་པ་ཅན་པ། མངོན་སུམ་རྟོགས་པར་འདོད་པ་དག་གིས་ལོག་རྟོག་དགག་པའི་ཆེད་དུ་མངོན་སུམ་ཡིན་ན་མིང་དང་རིས་སུ་གྱུར་པའི་རྟོག་པ་དང་བྲལ་བ་ཅིག་དགོས་སོ་བཞི་བའི་བཞིའི་སྤྱི་དང་གི་ཚིག་དེ་སྨོས་སོ། འོ་འདོད་བྱེད་དུས། སྤྱིར། མ་འཁྲུལ་བ་སྨོས་པའི་གོ་ཆོད་དགོས་ཡོད་པ། དེ་ང་རང་ཚོའི་ནམ་རྒྱུན་ད་ག་ཡིན་པ། མ་འཁྲུལ་བ་སྨོས་པའི་ཅང། ནི། མ་འཁྲུལ་བའི་བཞི་བ་དེ་ཁོ་མངོན་སུམ་གྱི་མཚན་ཉིད་ལ་ཏག་ཏག་སླད་དུ་ཡོད་རེད་ཁར་སེ་ན་རྟོག་པ་ཡིན་ན་འཁྲུལ་བཞི་ཡིན་པའི་ཁྱབ་གོ། ཡིན་ན་ཡང་དེ་ཙམ་མ་ལབ་པ་བྱས་ནས་ལྟོགས་འདྲེ་མུལ་བ་དེ། ཨ་ནི། ལོག་རྟོག་འདོགས་པའི་ཆེད་དུ་རེད་ཡིན་གསུངས་དུས་ཁོང་ང་རང་ཚོ་ནམ་རྒྱུན་བཤད་པ་ནང་བཞིན་ཨ་ནི་སྔོན་མཚན་ཉིད་དེ་ལ་ཨ་ནི། ལོག་རྟོག་ཟེར་རྗེས། ཨ་ནི། གར་ས། རིགས་མི་མཐུན་ཟེར་བ་དང་ལོག་རྟོག་ཟེར་བ་རེད་པ། རིགས་མི་མཐུན་ཟེར་བ་བྱ་ཡོང་དུས་མ་འཁྲུལ་བ། ལོག་རྟོག་བསལ་བ་བཞག་ཡོང་དུས་རྟོག་བྲལ་དུ་བྱེད་དུས་ཨ་ནི་རིག་པ་སྐྱེ་འཕེལ་ལོག་རྟོག་དེ་བསལ་བའི་དགོས་པ་ཡོད་ཅེས་དུ་བྱེད། ལོག་རྟོག་དགག་པའི་ཕྱིར་དེ་མངོན་སུམ་ཡིན་ནམ་མིན་དང་རིས་སུ་སྦྱོར་བའི་རྟོག་པ་དང་བྲལ་བ་བྱེད་དགོས་སོ་ཞེས་སྤྱི་དང་གི་ཚིག་དེ་སྨོས་སོ་ཞེས། དེ་ལ་གྲྭ་བཞི་རྟོག་པ་གཉིས་གསུངས་པ་ནི། གཞན་དག་དབང་བཞིའི་མིང་སྦྱོར་རྟོག་པ་དང་དོན་སྦྱོར་རྟོག་པར་འདོད་པ་དགག་པའི་ཕྱིར་དང། ད་དེ། དབང་བཞིའི་རྟོག་པར་འདོད་མཁན་གྱི་གང་ཟག་འདོད་ཚུལ་གང་ཟག་གྲུབ་མཐའ་འདོད་ཚུལ། མི་འགྱུར་རྟོག་པ་དང་དོན་འགྱུར་རྟོག་པ་གཉིས་ཀ་ཡིན་པ་ཡང་མེད་ན་མི་འགྱུར་རྟོག་པ་ཁས་ལེན་པ་ཡང་མེད་ན་དོན་འགྱུར་རྟོག་པ་ཁས་ལེན་པ་ད་གང་ལ་ཡང་ང་རང་ཚོ་མང་པོ་དགའ་བར་བ་བ་དུ་བྱེད་དུས་དེ་འདྲ་ཡོད་པ་དེ་དགའ་བའི་ཆེད་དང། ཡང་བྱེད་སྟངས་གཅིག་སྤྱད་པ་ཡིན་ན་མིང་གཟུགས་སྦྱོར་བ་རང་ལུས་ཀྱི་རྟོག་པའི་མཚན་ཉིད་དང་རིས་གཟུགས་སྦྱོར་བ་གཞན་དག་གི་རྟོག་པའི་མཚན་ཉིད་ཡིན་ལ་ད་དེ་ཕྱི་རུ་བ། ཨ་ནི་དེ་གཉིས་ཀ་དང་བྲལ་བ་དགོས་ཞེས་བསྟན་དུ་བཅས། མི་དང་རིས་སུ་སྦྱོར་བ་ཡི་རྟོག་པ་དང་འདྲ་སོང་ཡང་དེ་རེད། རབ་རིབ་ཀྱིས་སྨོས་པའི་ར་རིས་ཀྱི་ལེགས་པ་ཁོ་ན་མངོན་སུམ་ལྟར་སྣང་དུ་འགྱུར་རོ་ཞེ་ན། ད་འདིའི་སྐབས་སུ་ཁྱེད་རང་གིས། མངོན་སུམ་ལྟར་སྣང་རྟོག་མེད་མངོན་སུམ་ལྟར་སྣང་གི་མཚན་གཞི་ལ་ཡང་རབ་རིབ་ཀྱིས་ཟིན་ལབ་ཅིག་ལབ་དགོས་ཡ་རྒྱུ་མཚན་ག་རེ་རེད། ཨ་ནི་རབ་རིབ་ཀྱིས་ལེགས་པའི་ཤེས་པ་ཁོ་ན་མངོན་སུམ་ལྟར་སྣང་རྟོག་མེད་མངོན་སུམ་ལྟར་སྣང་དུ་བྱ་གི་རེད་པས་ལ་ན་ར་རིབ་ཀྱིས་ཞེས་སྨོས་པ་དེ་ནི། བདའ་སྟེ། དེ་ནི་ཉེས་གནོད་ལས་ཅེས་བརྗོད། དེ་ལ་ར་རུ་འབའ་ཞིག་ནི། ཉེས་གནོད་མཚོན་པར་བྱེད་པ་ཡིན། ལ་ཡ་སྟེ་རེད། དེ་བྱེད་དུས་ར་རུ་གྱི་ལས་པའི་ཤེས་པ་ཁོ་ན་མངོན་སུམ་བརྟགས་སྣང་དང་བསྟན་པ་མ་ཡིན་ཏེ། བདག་ཅན་དབང་པོ་ལ་ཕྱི་ནང་གི་རྐྱེན་གྱིས་ཉེས་པ་གནོད་པ་ལས་སྐྱེས་པའི་དབང་ཤེས་ཐམས་ཅད་མངོན་སུམ་བརྟགས་སྣང་དུ་གོ་བའི་ཆེད་དུ་བརྗོད་པའི་ཕྱིར། རེད་པ། ད་དེ་ག་རེ་རེད་ཟེར་ན། ར་རུ་ཟེར་དུས་མིས་ར་རུ་གི་ཀླད་པའི་སྟོབས་ཀྱིས་ཨ་ནི་སྐྲ་ཤད་འཛག་པར་སྣང་བ་ལྟ་བུ་རྟོག་མེད་མངོན་སུམ་ལྟ་ན་རེ་ཟེར་ནས་གསུངས་ཡོང་དུས། སྤྱིར་ན་བདག་ཅན་མིག་གི་དབང་པོ་ལ་ཕྱི་ནང་གི་རྐྱེན་གྱིས་གནོད་པ་བྱས་པ་ལས་སྐྱེས་པའི་དབང་བཞི་ཐམས་ཅད་མངོན་སུམ་ལྟ་ན་རེ་ཟེར་ཏག་ཏག་རེད། བདག་ཅན་དབང་པོ་ལ་ཡང་ཕྱི་ནང་གི་རྐྱེན་གྱིས་བསླད་ཚར་དུས་དགོངས་ལ། མི་ཤེས་དེ་ལ་ཏན་ཏན་འཁྲུལ་བ་ཞུགས་ཡོང་ཡ་གྱིས། དེ་མ་གོ་ད་ང་རང་ཚོ་བདག་ཆེན་དབང་པོ་ཁོ་རང་ལ་ཡ་མཛུབ་མོ་བཙུགས་ཡོང་དུས་དབང་པོ་པས་ཀྱོག་ཀྱོག་ཆགས་འགྲོ་གི་ཡོད་མེད་ད་གང་ཤེས་དེ་དབང་ལྡན་ཁོག་པ་ནི་ང་རང་ཚོ་གཟུགས་མཐོང་བདེ་ས་དང་གཟུགས་ཤར་བདེ་ས་ཀྱི་ཤེལ་སྒོ་ལྟ་བུ་དེ་མཛུབ་མོ་བཙུགས་རྗེས་ཁོ་བལྟས་ཚེ་རྒྱུ་གཅོད་བཏང་བཞག་དུས་གོང་ལ་ད་ག་རང་གི་ཐོག་ནས་ཡང་མེད་ན་གཉིས་སུ་ཤར་ཡོང་ཡ་ཡང་མེད་ན་འཇུར་འཇུར་ཆགས་འགྲོ་ཡ་ད་དེ་ག་རང་པས་ང་རང་ཚོ་མངོན་སུམ་མྱོང་ཡུལ་གྲུབ་པ་ཅིག་རེད་འདུག་བ། དེ་དེང་སང་འཇིགས་ཤོག་གི་ཤེལ་སྒོ་དེ་ཚོ་ལ་བལྟས་ན་དཔེ་གསར་བོ་མཐོང་གི་འདུག་དྲན་གི་འདུག་དེ་ཁོ་རང་ཚོ་ལ་འདུག་གློག་ཀླད་ཀྱི་ནང་ལ་དེ་འདྲ་ཇི་ཚོགས་ཡང་ཡོད་རེད། ཕ་གི་གཟུགས་དེ་གསལ་བོ་ཞིག་ནས་འདུག་ཞིག་ནས་བསྡད་ཡོད་དུས་དགོང་ལ། དེའི་ཤར་བལྟས་སར་གྱི་ཤེལ་སྒོ་དེ་འདུག་གཟུགས་ཅིག་ནས་པར་འཐེན་བཞག་དུས་དགོང་ལ་གཟུགས་དེ་ཀྱོག་ཀྱོག་ཆགས་འགྲོ་ཡ་ད་དེང་སང་ང་རང་ཚོ་ཤེལ་སྒོ་གི་ཕ་གི་པར་ཅིག་གི་རིགས་མང་བོ་ལ་དེ་འདྲ་རྒྱག་ཅེས་ཨ་ནི་བའི་མགོར་མགྱོང་མགྱོང་ཞེས་ཡ་ནར་ནར་ཞེས་ཡ་མི་བེར་བེར་ཞེས་ཡ་ད་འདྲ་མི་འདྲ་འདུག་ཨོ་དུས་ཚོད་རིག་དེ་གང་གཱ་ཕུག་གི་ཤེལ་སྒོ་ལ་ཁོང་ཚོས་བཟོ་བཅོས་རྒྱག་ཡ་གི་མཉེན་ཆས་ཤིག་བཟོས་ཡོད་རེད་བྱས་ཙང་ཤེལ་སྒོ་ལ་མཉེན་ཆས་རྒྱག་ཡ་གི་དེ་ཤེལ་སྒོ་དེ་དུས་ཚོད་ནི་ཕག་འཐེན་ཤ་དུས་ནར་ནར་ཆགས་འགྲོ་ཡ་ཡ་འཐེན་ཤ་དུས་མགྱོགས་མགྱོགས་ཆགས་འགྲོ་ཡ་ཨོ་ད་བཟོས་གི་རེད་དེ་ཚང་མ་དུས་ཚོད་བྱས་ཡོང་དུས་དེ་ང་ཚོ་གསལ་པོ་ཤེས་ནས་ཧ་གོ་ཐུབ་ཡ་གཅིག་ག་རེ་རེད་ཟེར་ལ་ན་ད་ལྟ་ཕྱི་སྒོ་ཆུང་ཆུང་གཅིག་གི་ནང་ལ་ལ་གཟུགས་ཆེན་པོ་དེ་འདྲ་བཞག་ཐུབ་ཡ། ནང་ལོགས་ལ་མ་བལྟ་དུས་ཆེན་པོ་བཞག་ཡ་ཕྱི་ལོགས་ལ་ཡ་བལྟ་དུས་ཆུང་ཆུང་བྱ་འགྲོ་ཡ་དུས་ཚོད་རིགས་ཚང་མ་ཕྱི་སྒོ་ལ་འགྱེལ་བ་བཏང་ཡོད་རེད་བ་ཁོང་ཚོས། དེ་འདྲ་བ་བྱས་ཡོང་དུས་བསམ་བློ་དཔེ་བཏང་དུས་དགོང་ལ་ང་རང་ཚོ་མི་དེ་ལ་འདུག་སུ་འཛུབ་མོ་ཁོ་ནར་བཞག་དུས་དགོང་ལ་ལམ་སང་ཁོ་ནི་ཕ་གིའི་ཤ་དེ་ཡ་གི་གཟུགས་ལ་འགྱུར་བ་ཐེབས་ཡོང་དུས་བྱས་ཙང་གཟུགས་ལ་འགྱུར་བ་ཐེབས་ཡ་ད་ག་རང་གི་ཨ་ཁུ་འཁྲུལ་ཞིག་ཆགས་ཚར། གཟུགས་སྣང་ཚུལ་ལ་འགྱུར་བ་ཐེབས་ཡོང་དུས། ཕ་གི་ཤེལ་སྒོ་འདྲ་བོ་དེ་ལ་ག་རེ་བཤད་གི་ཡོད་ན། ད་ག་རེ་བོ་ཨ་ནི་དབང་ཤེས་དེ་ལ་དེ་ལྟར་དུ་སྣང་ཡོང་དུས་གོང་ལ་དེ་ང་རང་ཚོ་མི་ཞིག་འཁྲུལ་བ་ཆགས་ཚར་འདུག་བ། དེ་བྱེད་དུས་གོང་ལ་ང་ཚོ་ངེད་མ་གི་ཤེས་རོགས་པ་དེ་འདྲས་ག་ས་དེ་འཛིན་གྲྭ་གི་འཛིན་གྲོགས་དེ་འདྲས་རྟགས་གསལ་བཏང་ཞེས། ཨ་ནི་དེ་ལྟ་ན་ཟེར། ད་དུས་ཕྱིས་ནས་འགྱུར་བ་ཐེབས་འགྲོ་གི་ཡོད་ན་ཟེར། ཨ་ནི་ང་རང་ཚོ་རྒྱང་རིང་པོ་ལ་བལྟ་ཡོང་དུས། ཨ་ནི་རི་དེ་ཚོ་ཆུང་ཆུང་ཞིག་མཐོང་གི་འདུག་བ་ཟེར། མདུན་ལ་སླེབས་ཡོང་དུས་རི་དེ་དཔལ་ཆེན་པོ་ཆགས་འགྲོ་གི་འདུག་བ་ཟེར། དེ་ཡིན་ན་ཨ་ནི་རྒྱང་རིང་པོའི་ཁར་རི་མཐོང་བའི་མི་ཞིག་དེ་ཆོས་ཅན་འཕྲུལ་ཤེས་ཡིན་པ་དག་རི་ཆུང་ཆུང་མཐོང་དུས་ཤེས། ཨ་ནི་མདུན་ལ་སླེབས་ཡོང་དུས་ཆེན་པོ་མཐོང་བའི་མི་ཞིག་དེ་ཆོས་ཅན་དེ་ཡང་འཕྲུལ་ཤེས་ཡིན་པ་དག་ཨ་ནི་དེ་ཡང་ཁོ་ཚེ་ལས་དགར་འདོད་ཡོད་པའི་ཕྱིར་ཏེ་རྒྱང་རིང་པོ་མཐོང་བའི་དབང་ཤེས་དེ་དེ་གཉིས་ཀ་མ་འཕྲུལ་བ་ཡིན་ན་རི་ཆེ་ཆུང་གཉིས་ཀ་ཆགས་དགོས་གི་རེད་བ་ཟེར་ད་དེ་བཞིན་བཏགས་ཟིན་བཏང་གི་བ་རེད་ད་དེ་ག་རེ་ལབ་དགོས་གི་ན་སྐབས་འགའ་ཞིག་ལ་ཕན་ཚ་བོ་རེད་ཅེས་འདུག་བ། རེ་བ་ཡ། ང་རང་ཚོ་རྒྱང་རིང་པོ་མིག་གིས་འདུག་ཕྱིན་ནས་ལྟ་གི་རེ་བ་མ་གནང་ང་མོ་རྒན་གོས་འདི་རུ་འདུག་ལྟ་དུས་ལྟས་ཚེ་ཕན་གི་བ་རེ་བ་དེ་ཁོ་རུ་འདུག་ཕྱིན་ནས་ཁོ་གོ་གོ་འདྲ་བོ་ཅིག་བྱས་བྱས་ན་ཡིན་ན་དེའི་ནང་ནས་མཐོང་དུས་ཆུང་ཆུང་ཞིག་མཐོང་གི་རེ་བ་ད། དེ་ཆུང་ཆུང་མཐོང་བ་ང་རང་ཚོ་ཤེས་དགོས་གི་མ་རེད་རྒྱང་ནས་ལྟ་དུས་གོང་ལ་མི་ཆུང་ཆུང་མཐོང་གི་རེད་ཨ་ནི་མདུན་དོན་ལ་སླེབས་དུས་གོང་ལ་མི། གཟུགས་ཆེན་པོ་མཐོང་གི་རེད་ཨ་ནི་དེ་གཉིས་ཀ་དབང་ཤེད་མ་འཕྲོད་པ་ལ་ཤར་བ་ཡིན་ན་ཆུང་ཆུང་དང་ཆེན་པོ་གཉིས་ཀ་རེ་བས་སུ་ལབ་ན་དེ་ག་འདྲའི་རེ་ཞིག་ལབ་དགོས་གི་རེད་ཅི་ཞེ་ན་རྒྱང་རིང་པོ་ནས་ཆུང་ཆུང་རེ་ཞིག་ལབ་དགོས་གི་ཡོད་འགྲོ་བ། འོ་དེ་འདྲར་བྱས་ནས་ཡང་དག་སེལ་བཏང་བསྡད་གི་རེད་འདུག་ཤེས་རེད།

གལ་ཚ་བོ་ཞིག་ནི་འོ་ན་འདོན་ལ་བརྟེན་ངེས་ཏེ་ཏན་ཏན་ཐག་ཉེ་ས་ལ་མཐོང་བསྡད་ངེས་ཏེ་ཞེ་དྲག་གི་བས་འདི་བྱེད་དགོས་ཀྱི་རེད་བ་ད་ཁོ་ཚད་ལྡན་ཡིན་ན་དེ་ཚད་ལྡན་ཡིན་དགོས་ཀྱི་རེད་བ། འོ་ན་རྒྱང་རིང་པོ་ལ་མཐོང་བསྡད་ངེས་ཏེ་འཁྲུལ་གཞི་རེད་བས་འོ་ན་ང་རང་ཚོ་རྒྱང་རིང་པོ་ལ་ལྟ་དུས་མི་གཤིས་ཕལ་ཆེ་བ་འཁྲུལ་གཞི་རེད་ད་དེ་ནི་འོ་དུ་ཆ་འགྲོ་གི་འདུག་བ་འོ་འདི་འདྲའི་རེད་ཅི་རེད། ཤེས་པ་ཐམས་ཅད་མངོན་སུམ་དུ་རྟག་སྣང་དུ་གོ་བའི་ཆེད་དུ་བརྗོད་པའི་ཕྱིར་རོ་ཟེར་དུ་ཆེ་བདག་རྐྱེན་དབང་པོ་ལ་སླེབས་པའི་སྐྱོན་ཞུས་པ་དེ་ཚོ་ཐམས་ཅད་འོ་ནི་དབང་ཤེས་དེ་ཚོ་ཐམས་ཅད་མངོན་སུམ་རྟག་སྣང་རེད་ཟེར་དུ་ཆེ།

འདི་འདྲ་རེད། འོ་ན་ར་རིགས་ཀྱི་ཀླད་པ་བརྩམས་ཅི་ཞིག་སྨོས་ཤེ་ན་ཟེར་ཡག་སོ་འདྲ་པོ་བྱེད་རེད་བ། ར་རིགས་ཀྱི་ཀླད་པ་བརྩམས་ཟེར་དུས་དེ་ལ་ཡང་མངོན་སུམ་བརྟག་ན་ར་རིགས་ཅེས་ཟེར་ལབ་ཀྱི་ར་རུས་ཅེས་ཟེར་ཡག་དེ་ཁོ་ན་དུ་ཟིན་ག་རེ་བཞིན་སྨོས་བ་རེད་དེ་ཙམ་ག་རེ་བཞིན་སྨོས་བ་རེད་ཟེར་ལ་ན། དེ་ལ་ར་རིགས་ཀྱི་ཀླད་པ་འབའ་ཞིག་དངོས་སུ་བསྟན་པའི་རྒྱུ་མཚན་ཡང་སྟེ། དབང་པོ་གཟུགས་ཅན་ལ་ཕྱི་ནང་གི་རྐྱེན་གྱིས་ཉེ་བར་གནོད་པའི་རྟོག་མེད་ཀྱི་ཤེས་པ་འཁྲུལ་བ་ཐམས་ཅད་འཁྲུལ་རྒྱུའི་སྒོ་ནས་མངོན་སུམ་བརྟག་སྣང་དང་མཚོན་པར་བྱེད་པའི་ཆེད་ཡིན་པའི་ཕྱིར། མཚོན་དོན་རེད། ཨ་དེ་ངེས་དོན་མ་རེད་མཚོན་དོན་རེད་ཟེར་ཡ་དེ་རེད་ད་དེ་ལན་སྟབས་བདེ་བོ་རེད་དེ་གོ་བདེ་བོ་རེད། ད་མི་སེར་གྱི་དོན་གཞོན་དུ་འདོད་པ་དགག་པ་གཉིས་པ། དེ་ལ་ཡང་མི་སེར་གྱི་ཚིག། རྟོག་མེད་ཀྱི་ཤི་བ་མངོན་སུམ་གྱི་མཚན་ཉིད་དུ་བཞག་པའི་ལོག་པའི་དཔེར་འདོད་པ་དགག་པ་དང། ས་ནན་ཅན་གྱི་ས་ནན་ཅན་གྱི་ཤི་བ་ཁ་ཅིག

ཤི་བ་དེ་དང་ཟླ་བ་གཉིས་ནང་གི་ཤི་བ་དེ་ཚོ་ཏོག་གཅིག་གིས་ལེན་གྱི་ཡོད་རེད་བ་ཀོས། བཀྲ་ཤིས། ཏོག་ཟླ་བ་གཉིས་ནང་གི་ཤི་བ་དེ་ཚོ་ཏོག་གཅིག་དེ་ཁས་བླངས་བྱས་ལོག་པའི་དཔེ་འདོད་པ་འགག་པ་དང། གསལ་སྣང་ཅན་གྱི་ཤི་བ་ཁ་ཅིག་ཏོག་མེད་ཡིན་པ་དམིགས་ཀྱིས་བསལ་བའི་དོན་ཅན་དུ་འདོད་པ་འགག་པ་བ་ཅི་དང་པོ་ལ་ལུང་དང་སྦྱར་བའི་རིགས་པས་འགག་པ་མ་སྦྱར་བའི་རིགས་པས་འགག་པའོ་དང་པོ་ནི། སློབ་དཔོན་གྱིས་སློབ་མ། རྟོག་བྲལ་མངོན་སུམ་གྱི་མཚན་ཉིད་ཡོངས་རྫོགས་སུ་བསམ་པ་ཁ་ཅིག། མངོན་སུམ་ཡིན་ན་རྟོག་བྲལ་དགོས་ཀྱི་རེད་བསམ་དེ་ཡང་ཁ་ཅིག། དགོངས་དག་རྟོག་བྲལ་ཡིན་ན་མངོན་སུམ་ཡིན་པའི་བྱེད་སྒོ་རེད་བསམ་དེ་ཡང་ཁ་ཅིག། ཟླ་བ་གཉིས་སྣང་གི་དབང་ཤེས་སོགས་རྟོག་བྲལ་མངོན་སུམ་གྱི་མཚན་ཉིད་དུ་བཤད་པའི་ལོག་པའི་དཔེ་ཡིན་ཏེ། ལོག་པའི་དཔེར་ཤེས་པའི་དོན་དུ་ར་རུ་སྐྱེ་ཞེས་སྨོས་ལ། ཟླ་བ་གཉིས་སྣང་གི་ཤེས་པ་དེ་ཡང་ཡིད་ཀྱི་ཤེས་པ་རྟོག་པ་དང་བཅས་པ་ཡིན་ནོ་ཞེས་ཟད་དོ། ད་འདི་སྐད། ཟླ་བ་གཉིས་སྣང་གི་དབང་ཤེས་ཡིད་ཤེས་རྟོག་པ་ལ་བཞག་ཅེས་ཨཱ་ནི། རྟོག་བྲལ་མངོན་སུམ་གྱི་མཚན་ཉིད་དུ་བཞག་ཡོང་དུས། ཨཱ་ནི་དེའི་དཔེ་ལ་ཡ། ཟླ་བ་གཉིས་སྣང་གི་དབང་བཞི་ལ་སོགས་པ་འདི་སོ། ཨཱ་ནི། རྟོག་བྲལ་རེས། རྟོག་བྲལ་མངོན་སུམ་གྱི་མཚན་ཉིད་དུ་བཞེད་པའི་ལོག་པའི་དཔེ་རེད་མ་གཏོགས། ཁོ་རང། ཨཱ་ནི་རྟོག་བྲལ་མ་རེད་ཁོ་རྟོག་ཕྱིར་རེད་ཟེར་ལབ་ཅེས་ལབ་ཀྱི་རེད་ཟེར་དོགས་བྱས། ཨ་ནའོ་ཨཱ་ནི་རྟོག་པ་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ལབ་དུས་རྟོག་པ་ཇི་ལྟར་ཡིན་ཞེ་ན། མིག་གི་དབུས་ན་ར་རིས་གནས་པས། ཟླ་བ་དེ་ཉིད་སུ་གཉིས་སུ་རིམ་གྱིས་མཐོང་བ་ན། ཅིག་ཅར་དུ་ཡོད་པར་སྒྲོ་བཏགས་པ་ཡིན་ནོ་ཞེས་ཟེར་ཏོ། མིག་གི་དབུས་ལ། ཨ་ནི་མིག་ནི་ལེགས་མདོག་ད་ལྟ་རབ་རིབ་ཏུ་བསླད་ཡོང་དུས། ཟླ་བ་དེ་གཉིས་སུ་གཉིས་ནས་མཐོང་ཡོང་དུས། གཅིག་སྔས་ལ་མཐོང་གཅིག་རྗེས་ལ་མཐོང་ནི་རིམ་གྱིས་མཐོང་གི་རེད། ཡིན་ན་ཡང། ཨ་ནི་འཇུག་པ་འཇོག་པ་ཡིན་ཙང། ཅི་བྱ་དུ་ཡོད་པར་སྒྲོ་བཏགས་བྱས་ཨ་ནི་ཟླ་བ་གཉིས་སུ་འདུག་བསམ་པས་རྟོགས་པ་རེད་ད་དེ་ཨ་ནི་རྟོགས་པ་རེད་ད་དེར་མདོར་ན་ཟླ་བ་གཉིས་སྣང་གི་ཤི་བ་དེ་རྟོགས་པ་རེད། ཞེས་གསལ་འདུག་ཟླ་བ་གཉིས་སྣང་གི་ཤི་བ་ཡེ་ཤེས་རྟོགས་པ་སློབ་དཔོན་ཕྱོགས་གླང་གི་བཞེད་པ་མ་ཡིན་པ་ཐ་དད་བཞེད་པར་འདོད་པ། སློབ་དཔོན་ཕྱོགས་གླང་གིས་རྩོལ་སྒྲུབ་མཁན་པོ་ལ་ད་དེ་ཀུན་འདུས་ཀྱི་སྐབས་སུ་ཁ་ཅིག་ཅིག་འདུག་བ་དང་རྩོལ་སྒྲུབ་མཁན་པོ་རྩོལ་སྒྲུབ་མཁན་པོ་ཟེར་ཡང་ཡང་སྲིད་དེ། རྩོལ་སྒྲུབ་མཁན་པོ་ལ་རྡུལ་ཕྲན་དབང་བཞི་གི་རྒྱུ་ཡིན་པའི་དམིགས་པ་ཡིན་ན་མིག་གི་དབང་པོ་ཡང་སྔོན་པོ་དང་ཟླ་བ་གཉིས་ལ་སོགས་པ་སྣང་བའི་དབང་བློའི་རྒྱུ་ཡིན་པ་ཡུལ་དུ་ཐལ། རྒྱུ་ཡིན་པའི་ཕྱིར་སྐྱེ་བའི་གཞུང་འདི་དང་འདོད་པ་དེ་དང་འགལ་བ་ཡིན་པའི་ཕྱིར། འགལ་བའི་ཕྱིར། ག་རེ་རེད་ཟེར་ན། སློབ་དཔོན་ཕྱོགས་གླང་གིས་འདི་རེད་གསུངས་འདུག་བ། རྡུལ་ཕྲན་དབང་བཞི་གི་རྒྱུ་ཡིན་པའི་རྒྱུ་མཚན་གྱི་དམིགས་པ་ལ་བཞག་ན། ཨ་ནི། དམིགས་པ་ཡིན་ན། དམིགས་པ་ལ་བཞག་གི་ཡོད་ན། རྒྱུ་ཡིན་པའི་རྒྱུ་མཚན་གྱིས་དམིགས་པ་ལ་བཞག་གི་ཡོད་ན། ཨ་ནི་མིག་གི་དབང་པོ་དེ་ཡང། སྔོན་པོ་དང་ཟླ་བ་གཉིས་ལ་སོགས་པ་སྔོན་པོ་སྣང་ཡུལ་དབང་བཞི་དང། ཟླ་བ་གཉིས་སྣང་གི་དབང་བཞི་གི་ཡུལ་ཡིན་པར་བྱ་གྲུབ་ཏུ། ག་རེ་རེད་ཟེར་ན་ཁོས་ཨ་ནི་རྒྱུ་རེད་འདུག་ཟེར་ལབ་བྱས། མིག་གི་དབང་པོ་དེ། ཟླ་བ་གཉིས་སྣང་གི་ཤེས་པ་དེ་གི་ཐུན་མོང་མ་ཡིན་པའི་བདག་རྐྱེན་ལ་ཞལ་གྱིས་ཤེས་བྱ། དེ་ཡིན་པ་སོང་ཙང། ཟླ་བ་གཉིས་ནང་གི་དབང་ཤེས་དེ་མི་ཞིག་གི་ཐུན་མོང་མ་ཡིན་པའི་བདག་རྐྱེན་བཞི་པ་ལ་བསྟུན་ནས་བྱུང་བའི་ཤེས་པ་ཡིན་པ་ཞལ་གྱིས་ཤེས་པ་ཡིན་ཙང་ཨང་དེ་དབང་ཤེས་ཡིན་པ་ཞལ་གྱིས་ཤེས་ཀྱི་འདུག། ཁྱེད་རང་གིས་ཟླ་བ་གཉིས་ནང་གི་དབང་ཤེས་ཡེ་ཤེས་རྟོགས་པ་རེད་ཟེར་ལབ་ན་སློབ་དཔོན་ཕྱོགས་གླང་གི་རྩོད་སྒྲུག་མཁན་པོ་ལ་དུས་ཕྱིས་ནས་སྐྱོན་བཏང་ཡ་དེའི་སྐབས་ནས་ཨ་ནི་འགལ་འགྲོ་གི་འདུག། འདིའི་ཀུན་བཏུས་ཀྱི་གཞུང་དེ་འདི་འདྲ་ཞིག་འདུག། མི་ལ་སོགས་པའི་རྡུལ་ཕྲ་རགས་དག་ཀྱང་དམིགས་པ་ཉིད་དུ་ཐར་བར་འགྱུར་ཏེ། དེ་དག་ཀྱང་དོན་དམ་པར་རྣམ་པ་གཞན་དུ་ཡོད་པའི་བདག་ཉིད་དང་སྔོན་པོ་ལ་སོགས་པ་སྣང་བས་ཤི་བའི་རྒྱུ་ཡིན་ནོ། འདི་ཡིས་བྱུང་སྟེ་རྣམ་པ་ཚོ་རྗེས་ལ་ལྟོས་དང་ཀུན་བཏུས་ཀྱི་དཔེ་ངོ་མ་ལ་ཡར་རྡུལ་ཕྲན་ཟེར་ཏེ་མེད་པ་རེད། ཨ་ནི་རྡུལ་ཕྲན་ཟེར་ཏེ་མེད་དུས་གོང་ལ་ངས་ད་ལྟ་འདིའི་སྐབས་སུ་རྡུལ་ཕྲན་ཟེར་ཏེ་ག་བ་ནས་འཁྱིལ་ཡོང་གི་བར་ཟེར་ལབ་དུས་གོང་ལ་མཚན་མ་རྣམ་ལྔའི་གི་དཔེ་གི་ནང་ནས་ཚུར་འཁྱིལ་ཡོང་དུས་མཚན་མ་རྣམ་ལྔའི་གི་དཔེ་གི་ནང་ལོགས་ལ་ཡང་རྡུལ་ཕྲན་ཟེར་ཏེ་ཡོད་པ་རེད། མཁས་གྲུབ་ཐམས་ཅད་མཁྱེན་པའི་ཀུན་བཏུས་ལ་ཡང་འགྱུར་མང་པོ་འདུག་དེ་རྣམས་ལ་རྡུལ་ཕྲན་ཟེར་ཏེ་མི་འདུག་སྟེ་ཡིན་ན་ཡང་རྡུལ་ཕྲན་ཟེར་ཏེ་སྦྱར་ན་དག་པ་རེད་དེ་ཨ་ནི་མཚན་མ་རྣམ་ལྔའི་གི་གཞུང་གི་ནང་ལ་དེ་གསལ་བོ་ཡོང་གི་འདུག་ཀུན་བཏུས་གི་གཞུང་དེ་བསྒྱུར་ཡོང་དུས་རྒྱུ་ཆོས་ག་ཞིག་འདུག་གསུངས་རྗེས་འོ་འདུག་སེམས་གསལ་བོ་གསུངས་ཤག་འདུག། དེ་བྱེད་དུས་གོང་ང་རང་ཚོས་གོ་ཤེས་པ་གསལ་པོ་ཤེས་དགོས་ཡ་དེ་ག་རེ་རེད་ཟེར་ལགས་ན་ད་ལྟ་གཞུང་འདི་གི་ནང་ལོགས་ལ། རྡུལ་ཕྲན་དབང་ཤེས་ཀྱི་རྒྱུ་ཡིན་པའི་རྒྱུ་མཚན་གྱི་དམིགས་པ་ཡིན་པ་གཙོད་ཕྲུག་མཁན་པོས་ཁས་བླངས་པ་ལ་ཡ་ཀུན་བཏུས་དགོས་པའི་སྐབས་སུ། ཡུལ་ཡིན་པ་ཁས་བླངས་པ་ལ་ཨ་ནི་མིག་གི་དབང་པོ་ཆོས་ཅན་ཡུལ་ཡིན་པ་དང་དེའི་ཐུན་མོང་མ་ཡིན་པའི་བདག་ཅན་གྱི་རྒྱུ་ཡིན་པའི་ཕྱིར་སོགས་དུ་བྱས་ནས་གསུངས་ཡོང་དུས། དོན་དག་དེ་ལ་ཡ། ཨ་ནི། ཟླ་བ་གཉིས་སྣང་གི་ཤི་བ་དེ། ཨ་ནི། བདག་ཅན་མིང་དབང་ལ་བརྟེན་ནས་བྱུང་བའི་ཤི་བ་ཡིན་པར་བཞག་ཅེས་དབང་ཤེས་ཡིན་པར་ཁས་ཞེས་ཅི་ཞིག་བྱ། དེ་ཞིག་ན། གོང་ལ་ཡ། ཟླ་བ་གཉིས་སྣང་གི་ཤི་བ་ཡེ་ཤེས་རྟོགས་པ་ཁས་ལེན་པ་དེ་དང་འགལ་གྱི་རེད་ཟེར་དུས་སུ་བྱས། ཀུན་ལས་བཏུས་ཀྱི་རྩོལ་དྲུག་ལ་དགག་པ་བྱེད་པའི་སྐབས་སུ་རྩོལ་དྲུག་མཁན་པོས་ཕྱི་རོལ་གྱི་དོན་དབང་པོའི་མངོན་སུམ་གྱི་དམིགས་རྐྱེན་དུ་ཁས་བླངས་པ་ལ། སློབ་དཔོན་གྱིས་ཇི་ལྟར་སྣང་བའི་ཕྱི་རོལ་གྱི་དོན་དེ་ལས་དམིགས་རྐྱེན་གྱི་སྒོ་ནས་སྐྱེས་སམ། སྣང་ཚུལ་དེ་ལས་གཞན་པའི་སྒོ་ནས་སྐྱེས། དགག་པ་བྱེད་སྟངས། དང་པོ་མི་རིགས་པའི་ཐ་ལ་རྣམ་བཞིའི་ངང་ལ་ཡུལ་རགས་པ་སྣང་ཞིང་རགས་པ་རྫས་སུ་མེད་པའི་ཕྱིར། ད་གོ་དམིགས་ཅན་གྱི་སྒོ་ནས་དཔྱད་ཟིན་ལགས་ན། ཨ་ནི། རགས་པ་དམིགས་ཅན་ལ་བཞག་ན་རགས་པ་རྫས་སུ་ཡོད་མ་རེད། དམིགས་ཅན་འགྲོ་གི་མ་རེད། སྣང་ཚུལ་དེ་ལས་གཞན་པའི་སྒོ་ནས་དཔྱད་ཟིན་ན་འཐད་གི་མ་རེད་ཇི་ལྟར་སྣང་བ་དེ་ལས་གཞན་པའི་དོན་མ་མཐོང་བའི་ཕྱིར། ཡུལ་ཤེས་པ་གང་དང་གང་ཡིན་ན། རང་རང་གི་ཇི་ལྟར་སྣང་བའི་དོན་དེ་ལས་གཞན་པའི་སྣང་ཚུལ་ཅན་མི་འདོད་དོ་ཞེས་འདྲི་བར་བྱེད། ཇི་ལྟར་སྣང་བ་དེ་ལས་གཞན་པའི་དོན་མ་མཐོང་བའི་ཕྱིར། གལ་ཏེ། རྣམ་པ་གཞན་དུ་སྣང་ཡང་རྒྱུ་ཡིན་པའི་ཕྱིར་རྡུལ་ཕྲན་དབང་ཤེས་ཀྱི་དམིགས་པ་ཡིན་ནོ་ཞེ་ན་མི་ལ་སོགས་པའི་རྡུལ་ཕྲ་རབ་ཀྱང་དབང་ཤེས་ཀྱི་དམིགས་པ་དག་ཞེས་བརྗོད་པའོ། དེ་ག་རེ་ཟེར་ན། སྔོན་པོ་ལ་སོགས་པ་སྣང་ཡོང་དུས། རྡུལ་ཕྲན་དེ

རྗེ་མཁན་པོས། སེམས་ཙམ་པའི་ལུགས་གཞི་བཞག་བྱས་ནས། དེ་ནས་རྡུལ་ཕྲན་དབང་ཤེས་ཀྱི་དམིགས་ཅན་ཡིན་མིན་ཤེས་ཡོང་དུས་མཁས་གྲུབ་ཐམས་ཅད་མཁྱེན་པའི་དགག་པ་རྒྱག་བྱས་སེམས་ཙམ་པ་རང་གི་ལུས་ལ་རྡུལ་ཕྲན་བསྲེ་ཡ་དེ་རྩ་བ་ཉིད་ནས་ཤེས་བྱ་ཚུལ་ནི་མ་ཡིན་པ་བྱས་ལ་དབང་ཤེས་ཀྱི་དམིགས་ཅན་ཡིན་མིན་དཔྱད་པའི་གཞི་མ་རེད་གསུངས་བྱས་དགག་པ་བྱས་ཡོད་པ། རང་ལུས་ལ་བྱས་པ་ཡིན་ན་བཀའ་འདིར་ནི་ཕལ་ཆེར། རྡུལ་ཕྲན་དབང་བཞི་གི་དམིགས་ཅན་ཡིན་མི་སྲིད་ཡ་དེ། ཕྱི་རོལ་གྱི་དོན་ཁས་ལེན་པའི་མདོ་སྡེ་པའི་དབང་དུ་བྱས་ཀྱི་ནི་རྡུལ་ཕྲན་དུ་གཟུགས་ཁོ་དབང་བཞི་གི་དམིགས་ཅན་ལ་འགྲོ་གི་ཡོད་པ་ཡོད་མེད་ཀྱི་ཐོག་ནས་རྒྱུ་ལ་འགྲོ་གི་ཡོད་པ་དང་ནི་དེའི་དམིགས་པ། ཡང་མེད་ན་དེའི་ཡུལ། ཨ་ནི་ཡིན་མིན་གྱི་ཐོག་ནས་བཤད་ན་ཡོད་མ་རེད་དེ། ཨ་ནི་དེ་མི་ཅན་ལ་འགྲོ་གི་རེད་དཀའ་ས། རྒྱུ་ལ་འགྲོ་གི་རེད་སོང་ཡང་འགྲོ་བ་དེ་འདྲས་ཅིག་ལབ་གི་འདུག་ད་འདི་ཡིན་ན་ཡང། རྒྱ་བཟའ་རིན་པོ་ཆེ་གིས་ད་ལྟ་གསུངས་དོན་ང་ནི་མ་ཀློག་དུས་འདིའི་ནང་ལ་འདུག་ཟེར་ཏེ། དེ་བས། མི་ལ་སུ་ཕའི་རྡུལ་ཕྲ་རགས་ཀྱང་དབང་ཤེས་ཀྱི་དམིགས་པ་དང་ཞེས་བརྗོད་པ་བོ། དབང་ཞེས་པ་ནི་རྡུལ་ཕྱིའི་རྡུལ་ཕྲ་རགས་དུ་མ་ཟད་ནང་གི་རྡུལ་ཕྲ་རགས་དབང་པོའི་རྡུལ་ཕྲན་རྣམས་ཀྱང་དབང་ཤེས་ཀྱི་རྒྱུ་གཞན་དག་འདོད་པ་ཐ་བར་འགྱུར་རོ་ཞེས་པའོ། མི་རྟག་ཏུ། དབང་པོ་རྣམ་པར་རིག་པའི་རྒྱུ་ཕྲ་རགས་བསྡུ་དང་ཡོད་མེད་གཞལ་བ་དང་ཀུན་ལས་སྐུའི་དོན་སྤྱི་པས། རྡུལ་ཕྲན་ཚེགས་དྲུག་མཛེས་བྱེད་པ་མ་ཡིན་གྱི། དེ་ཡོད་ན་རྒྱུ་ཡིན་དུ་ཆུད་ཀྱང་དམིགས་རྐྱེན་དུ་མི་རིགས་སོ་ཞེས་རེ་ཞིག་རྟག་པ་མཐའ་བཟུང་དུ་ཁས་བླངས་ནས་དམིགས་རྐྱེན་ལ་དགག་པ་མཛད་དོ། འོ་ན། རྡུལ་ཕྲན་ཡོད་ན་དབང་ཤེས་ཀྱི་དམིགས་རྐྱེན་ཡིན་པའི་ཆགས་པ་རྟག་པ་མཐའ་བཟུང་དུ་རང་ལུས་ལ་ཁས་བླངས་པས་ཆོག་པས། སྔ་ཕྱི་གཉིས་ཀ་མཚུངས་སོ་ཞེ་ན་རྟག་པ་མཐའ་བཟུང་ལ་དགག་པ་མཛད་པ་མ་ཡིན་གྱི། རྡུལ་ཕྲན་དབང་ཤེས་ཀྱི་དམིགས་རྐྱེན་ཡིན་པ་ལ་དགག་པ་མཛད་པ་ཡིན། འདི་ཁོ་རང་གི། ད་ལྟ་ན་འདི་ལྟས་ཚེ་ཁྲག་པོ་དུ་བ། རྡུལ་ཕྲན་ཡོད་ན་དབང་ཤེས་ཀྱི་དམིགས་རྐྱེན་ཡིན་པའི་ཆགས་པ་རྟག་པ་མཐའ་བཟུང་ཞེས་ནི། དགག་བྱ་བ་མ་རེད། རྡུལ་ཕྲན་ཡོད་ན་དབང་ཤེས་ཀྱི་དམིགས་རྐྱེན་ཡིན་པའི་ཁྱབ་པ་བཏགས་པ་ཐ་ཚོང་ཞིག་ནི་དགག་པ་མཛད་པ་མ་རེད། རྡུལ་ཕྲན་ཡོད་ན། རྒྱུ་ཡོད་ན་ཡང་དམིགས་རྐྱེན་དུ་མི་རིགས་ཟེར་ལབ་ཅེས་ནི་དམིགས་རྐྱེན་ལ་དགག་པ་མཛད་པ་རེད། ད་དེ་གསུང་དགོས་ཡོད་རེད་བ། གསུང་བརྡ་དེ་བསྡུ་བྱེད་དུས་བརྒྱ་ཚར་རིན་པོ་ཆེ་གི་འདི། ཕྱི་རོལ་གྱི་དོན་གྱིས་བསླངས་པའི་དབང་དུ་བྱས་ནས་དགག་པ་མཛད་པ་ཕྱོགས་ལ་མེད་པའི་ཚུལ་ར་བཞིན་དུ་ཡང་བཀའ་འགའ་ཤས་སང་ལོ་དང་དུས་བརྒྱ་ཚར་རིན་པོ་ཆེ་གི་རྡུལ་ཕྲན་ཡོད་ན་དབང་ཤེས་ཀྱི་རྒྱུ་ཡིན་དུ་ཆུད་ཀྱང་དེའི་དམིགས་རྐྱེན་དུ་འགྲོ་ས་མི་འདུག་ཟེར་ལབ་ཅེས་དགག་པ་རྒྱག་ནས་དམིགས་རྐྱེན་ལ་དགག་པ་རྒྱག་གི་ཡོད་པ་གསུངས་ཙང་འདིའི་སང་ལོ་དང་ན་སེང་ཙམ་པོའི་ལུགས་བཞི་ཞག་གཅིག་གི་རྡུལ་ཕྲན་མེད་པའི་དབང་དུ་བྱས་ནས་དགག་པ་མཛད་ཀྱི་ཡོད་པའི་ཚུལ་འདྲ་པོ་གྱིས། རྒྱན་མཁན་པོས་ཡང་དེ་འདྲ་བྱ་ལོང་མཛད་པ་རེད་པ། རེད་དེ་མཁས་གྲུབ་རིན་པོ་ཆེས་ཀྱི་དེ་འདྲ་མ་རེད་གསུངས་ཅེས་ཡང་ཁོ་གསུངས་ཚུལ་འདྲ་བོ་བལྟས་ཚེ་དེ་ལས་གཞན་དུ་མཛད་བཞག་ད་དེ་ཞི་བོ་ཡག་པོ་ཅིག་གོ་གི་མི་འདུག་ད་དེ་ཐོག་དེ་ང་རང་ཚོས་སྤྱི་བཏང་ནམ་རྒྱུན་རྩོད་པ་ཡང་ཞི་བོ་རྩོད་མ་མྱོང་བ་བྱས་འདིའི་ཐོག་ནས་དཔྱད་པ་ཡང་ཧ་ཅང་གཏིང་ཟབ་པོ་བྱས་མ་མྱོང་བ་ཡིན་ཙང་ཞི་བོ་ཅིག་ཡག་པོ་ཅིག་གོ་གི་མི་འདུག་དེ་གང་ལྟར་འདི་གསལ་རྙེད་ཀྱི་ཐོག་ལ་བལྟས་ཚེ་ཅིག་མ་འདྲ་བ་འདུག་བསམ་བསམ་འདྲ་བོ་རེད་པ། རྡུལ་ཕྲན་དབང་བཞིའི་དམིགས་ཅན་ཡིན་པ་ལ་དགའ་བ་མཛད་པ་རེད་མ་གཏོགས། ཨ་ནི་རྡུལ་ཕྲན་ཡོད་ན་དབང་ཤེས་ཀྱི་དམིགས་རྐྱེན་ཡིན་པའི་ཆ་བ་རྟག་པ་མཐའ་བཟུང་དུ་ཞེས་ནི་ཨ་ནི་དགག་པར་མཛད་པ་མ་རེད། ལབ་ཅེས་འདུག་བྱེད་དུས་གོང་ལ་འདི་གཉིས་གོང་འོག་བསྟན་གཉིས་བཤད་ཚུལ་དེ་མ་འདྲ་བ་ཞིག་གོ་གི་འདུག་ད་དེ་རྣམ་པ་ཚུར་བལྟས་ཚེ་དགོངས་པ་ཞིག་ལ་རེ་བ་ད་ས་ཞིག་བཏང་སྟེ་བཏང་གི་ཁི་རུ་རིན་པོ་ཆེའི་གསུང་ནང་ལ་ཡང་དེ་སྐྱེས་པ་མང་པོ་འདུག་གལ་ཏེ་ཀུན་ལས་བཏུས་ཀྱི་དགོངས་པ་བརྒྱུད་པས་དབང་པོ་གཟུགས་ཅན་པ་དེ་ཟླ་བ་གཉིས་སྣང་གི་ཡེ་ཤེས་རྟོགས་པའི་རྒྱུ་རུ་སྟོན་པ་ཡིན་ནོ་ཞེ་ན། དབང་པོའི་ཤེས་པའི་སྤྱོད་ཡུལ་ཕྱི་རོལ་གྱི་དམིགས་རྐྱེན་དག་ལ་སྐྱེ་བ་བཞི་ནི། རྡུལ་ཕྲན་དབང་ཤེས་ཀྱི་རྒྱུ་ཡིན་པས་ཡུལ་དུ་འདོད་པ་འདི་ལ་ནི་ཆོས་ཅན། འདི་ལ་ཆོས་ཅན། དབང་པོ་གཟུགས་ཅན་པ་ཡིད་ཀྱི་ཤེས་པ་རྟོག་པའི་དམིགས་རྐྱེན་དུ་ཐར་བ་སྐབས་སུ་བབ་པ་ཅི་ལྟར་ཡང་འགྱུར་བ་མ་ཡིན་པ་མི་འཐད་པ་ཐལ། དེ་ལྟ་ན་འབྲེལ་མེད་ཀྱི་སུན་འབྱིན་དུ་འགྱུར་བའི་ཕྱིར་རོ། དབང་པོ་གཟུགས་ཅན་པ་དེ་ཡིད་ཤེས་རྟོག་པའི་རྒྱུར་འགྲོ་སྟངས་མེད་པ་རེད། དེ་འདྲ་ཡིན་ཙང། དབང་པོ་བཞི་པའི་སྤྱོད་ཡུལ་ཕྱི་རོལ་གྱི་དམིགས་རྐྱེན་དག་ལ་སྤྱད་པ་བཞི་ནི། རྡུལ་ཕྲན་དབང་བཞི་ཀྱི་རྒྱུ་ཡིན་པས། དབང་པོ་གཟུགས་ཅན་པ་ཡེ་ཤེས་རྟོགས་པའི་དམིགས་རྐྱེན་དུ་ཐ་བ། ནི། དང་བཅས། རྩོད་པ་རྩོད་ཡ་ད་འདིར་ཡང་འདོད་ན་འདོད་དོ་ཞེ་ན། དབང་པོ་གཟུགས་ཅན་པ། ཡེ་ཤེས་རྟོགས་པའི་གིས་བདག་རྐྱེན་དང། དམིགས་རྐྱེན་དུ། འདུག་ཟེར་ནས་ཐ་བ་སྐབས་སུ་བབས་པ་དེ་འགྲོ་གི་མ་རེད། དེ་དང་འབྲེལ་མེད་ཀྱི་གསུང་རྒྱུ་རེད། ཁོ་རང་ག་རེ་རེད་ཟེར་ན། རྒྱུ་ཡིན་པའི་རྒྱུ་མཚན་གྱི་མིག་ཅན་དུ་བསྒྱུར་ན། ཨཱ་ནི་དབང་པོ་གཟུགས་ཅན་པ་དེ་ཚོ་ཡང་མིག་ཅན་དང་དེའི་གི་ཡུལ་དུ་ཆགས་འགྲོ་གི་རེད་ལབ་ཅེས་དགག་པ་རྒྱག་གི་ཡོད་རེད་མ་གཏོགས་སྤྱིར་བཏང་ཁོ་རང་ཡེ་ཤེས་རྟོགས་པའི་གི་མིག་ཅན་དུ་ཐ་བ་སྐབས་སུ་བབས་པའི་ཨཱ་ནི་དེ་མ་རེད་རྩོད་པ་མ་རེད་འདུག་བྱས། ད་འདི་ལུང་དང་སྦྱར་བའི་རིགས་པར་དེ་ལྷོ་བོད་ཕྱོགས་གླང་གི་ལུང་དང་སྦྱར་བྱས་ཨཱ་ནི་འདིར་བ་ད་ཡིན་རྒྱུ་དོན་དག་ཏུ་འདུག་སྟེ་ད་ལྟ་འདིའི་སྐབས་སུ་གློ་བོའི་ཁྱུང་གླང་གི་ལུང་དང་སྦྱར་བྱས་ཨ་ནི་རྟོག་མེད་ལ། མངོན་སུམ་ཡིན་པའི་ཆ་བ་ཁས་བླངས་ཀྱི་ཟླ་བ་གཉིས་སྣང་གི་དབང་ཤེས་ལྟ་བུ་རྟོགས་པ་ཡིན་པར་བཞག་ནས་ཨ་ནི་དེ་ཡིས་ལོག་པའི་དཔེར་འདོད་པ་དེ་དགག་པར་བ་ད་མ་སྦྱར་བའི་རིགས་པ་འདི་དག་གོ། རྟོག་བྲལ་དུ་འགྲོ་སྟངས་དེ་རེད་ད་ཡིན་རྒྱུ་ཟླ་བ་གཉིས་སྣང་གི་ཤེས་པ་ལྟ་བུ་རྟོག་བྲལ་དུ་འགྲོ་སྟངས་དེ་རེད། བདག་རྐྱེན་དབང་པོ་ལ་བརྟེན་པའི་ཤེས་པའི་དོན་གང་ཡིན་དྲིས་པས། འདིའི་སྐབས་སུ། དབང་ལྡན་གང་ཡིན། ག་དེ་གང་དབང་པོ་ཡོད་མེད་རྗེས་འཇུག་ཅན། འདུ་བྱེད་དུས་གང་ཡིན་ཞེས་དྲིས་པས་གལ་ཏེ། ཤི་བ་གང་དབང་པོ་གཟུགས་ཅན་པ་ཡོད་མེད་ཀྱི་རྗེས་སུ་འཇུག་འདུ་བྱེད་པ་ཡིན་ནོ་བྱེད་པ་ཅན་གྱི་རྐྱེན་ནོ་ཞེ་ན། ཟླ་བ་གཉིས་སྣང་གི་ཤི་བ་དེ་ཆོས་ཅན། དབང་གཤིས་སུ་མཚུངས་པ་ལྟར། བདག་གཞན་དབང་པོ་ཡོད་མེད་ཀྱི་རྗེས་སུ་འཇུག་ལྡོག་བྱེད་པའི་ཤེས་པ་ཡིན་པའི་ཕྱིར། གལ་ཏེ་དབང་པོས་དབང་པོ་འཇུག་རྗེས་སུ་འགྱུར་བ་དང་ལྡན་པའི་ཤེས་པ་ཡོད་ན་དབང་གཤིས་ཡིན་ནོ་ཞེ་ན་ད་དེ། དབང་པོ་ཡོད་མེད་ཀྱི་རྗེས་སུ་འཇུག་ལྡོག་བྱེད་པ་ལ་ཟེར་གྱི་རེད་ཟེར་ཡ་ཅིག་བྱེད་དུས་གོང་ལ་ཟླ་བ་གཉིས་ནང་གི་དབང་གཤིས་དེ་དབང་གཤིས་རེད་བྱ་སྲིད། དབང་པོ་ཡོད་མེད་ཀྱི་རྗེས་སུ་འགྲོ་གི་འདུག་བདག་ཅེས་དབང་པོ་ཡོད་མེད་ཀྱི་རྗེས་སུ་འགྲོ་འདུག་བྱེད་ཀྱི་འདུག་གཉིས་པ་དེ་ལ། དབང་པོ་འཇུ་རྗེས་སུ་འཇུ་བ་དང་ལྡན་པའི་ཤེས་པ་ལ་དབང་ཤེས་ཟེར་གྱི་རེད་ལ་ན་དེ་ཡང་དབང་ཤེས་ཡིན་པ་ཅིའི་ཕྱིར་ཡང་མགོ་མི་རིག་པ་ལྟར་རྒྱུ་མཚན་དེ་འདི་ཉིད་ཟླ་བ་གཉིས་སྣང་གི་ཤེས་པ་ལ་ཡང་ཞུགས་བྱ། ད་ག་ནང་བཞིན་ཟླ་བ་གཉིས་སྣང་གི་དབང་ཤེས་འདིར་ཡང་ཆོས་ཅན། ཐག་ཁྲ་ལ་སྦྲུལ་ལ་སོགས་པ་འཁྲུལ་བ་བཞིན་དུ་དབང་པོའི་འགྱུར་བ་ཡོད་ན་ཡང་ལྡོག་པར་འགྱུར་བ་ཐ། རྟ་འདི་ཀ་སུ། ཐ་བ། ཐ་བ་ལྔ་ཡོད་རེད། ཐ་བ་ལྔ་པོ་དེ་ག་འདྲི་རེད་ཟེར་ལ་ན་ཟླ་བ་གཉིས་ནང་གི་ཤི་བ་འདི། དཔེར་ན། ཐག་ཁྲ་ལ་འབྲུ་ལ་སོགས་པར་འཁྲུལ་བ་བཞིན་དུ། དབང་པོའི་འགྱུར་བ་ཡོད་ན་ཡང་ལྡོག་པ་འགྱུར་བ་དག་ཟིན། ཡེ་ཤེས་རྟོགས་པ་རེ་བ། མཐར་སྒྲ་ལ་སྒྲུ་ལ་འཁྲུལ་བ་འཁྲུལ་བ་བཞིན་དུ་དབང་པོའི་འགྱུར་བ་ཡོད་ན་ཡང། དབང་པོའི་འགྱུར་བ་ཡོད་ན་ཡང་ཨ་ནི་ཐག་ཚ་ལ་སྒྲ་འཛིན་གྱི་བློ་དེ་ལྡོག་པ་ཡོད་ཆོག་གི་རེ་བ། དབང་བཞི་ལ་སྣང། ཨ་ནི་ཡེ་ཤེས་རྟོགས་པས་དེ་མ་ཡིན་པ་རྟོགས་ཀྱིས་ལྡོག་པར་འཇོག་གི་འདུག་ཅེས་བཤད། དབང་པོ་དབང་པོའི་ཀླད་པ་ལོག་ཀྱང་ལྡོག་པར་མི་འགྱུར་བ་དག། ཨོ་ད་ལྟ་དེར་ད། དབང་པོའི་ཀླད་པ་དེ་དཔེ་བཞག་ན་ཀ་འགའ་ཞིག་ལ། དབང་པོའི་ཀླད་པ་ཐག་ཁྲ་འབྲུ་འབྲུ་ལ་སོགས་པ་དེ་འདྲའི་དབང་པོ་ལ་འཁྲུལ་བ་མེད་ན་ཡང། ཡང་ཅིག་གསོ་ཡེ་ཤེས་རྟོགས་པའི་སྒྲོ་བཏགས་ཀྱིས་དེ་ན་འབྲུ་ཡོད་ས་ཆ་དེ་ལ་འབྲུ་ཡོད་དམ་ས་ཆ་དེ་ལ་ཅི་ཡོད་དམ་བསམ་གྱིས་ཨ་ནི་ཡེ་ཤེས་རྟོགས་པའི་དེ་འདྲ་ཡང་ཡོང་དགོས་རེད་པ་དེ་འདྲ་བྱེད་དུས་དབང་པོའི་ཀླད་པ་ལོག་ཀྱང་ལྡོག་པར་མི་འགྱུར་བ་དག། དེ་བཞིན་དུ་འདི་ན་སྦྲུལ་འདུལ་ཅེས་བརྗོད་པ་ཙམ་གྱིས་སྦྲུལ་འཛིན་སྐྱེ་བ་བཞིན་དུ་གཞན་གྱི་རྒྱུད་ལ་བདག་ཉིད་འདུལ་ཅེས་བརྗོད་པ་དག་གིས་ཀྱང་འགའ་ཞིག་གི་ཚེ་ཆོས་འཇུག་ཅིང་སྐྱེ་བ་དག་སྟེ་བདེན་པ་དཔེ་དུ་བ། རེད་པ། ཡེ་ཤེས་རྟོགས་པ་ཡིན་ན། བདག་ལ་བརྟེན་ནས་སྐྱེ་གི་ཡོད་པར་སོང་ཙང། དབང་བཞིའི་གིས་འཁྲུལ་མ་འཁྲུལ་ལ་མཐུན་ནས་མི་བརྟེན་པ་དབང་པོའི་གིས་མིག་གི་དབང་པོའི་ལྟ་མ་ལྟ་ལ་མི་བརྟེན་པ་གཞན་གྱིས་སྒྲ་བརྗོད་པའི་རྗེས་སུ་འབྲངས་ནས་དེ་ན་སྦྲུལ་ཡོད་དམ་སྙམ་པའི་བློ་ཡང་སྐྱེ་སྐྱེ་བ་དག་གིས་རེད། རང་གི་ཡུལ་མཐོང་བ་བརྡ་དྲན་པ་ལ་བལྟོས་པར་འགྱུར་བ་དག་སེ། ཟླ་བ་གཉིས་ནང་གི་དབང་བཞི་སྐྱེ་བ་ལ་བཞི་པ་སྐྱེ་བ་ལ། ཉིན་གཅིག་མིན་གཅིག་ཟླ་བ་གཉིས་སུ་ཡོད་རེ་དང་ཟིལ་ལ་ནི་བརྡ་དྲན་པ་ལ་བརྟུལ་བ་དག། རང་ཡུལ་ཡོངས་སུ་གསལ་བར་སྣང་བར་མི་འགྱུར་བ་དག་ཡུལ་ཡོངས་སུ་གསལ་བར་སྣང་བར་མི་འགྱུར་བ་ལྟར་བྱས་ཙང་ཡེ་ཤེས་རྟོགས་པ་ཡིན་པའི་ཕྱིར་ཟེར། བརྡ་གཉིས་སྣང་བའི་ཡེ་ཤེས་རྟོགས་པ་ཡིན་པའི་ཕྱིར་གཟུང་འདི་གོང་སྟེ་གི་ཐ་བ་ལྔ་པོ་དེ་ལ་རྟགས་ཀྱིས་བཀོད་ཅེས་པའོ་ཡེ་ཤེས་རྟོགས་པ་ཡིན་ན་ཨ་ནི་དེ་འདྲའི་གི་སྐྱོན་དུ་སོང་འཇུག་གི་རེད་དེ་ཚོ་ང་ཚོས་ཅི་དང་ཡང་ཡང་གོ་ན། ཨ་ནི་འདི་སོན་གྱི་ནང་ལོགས་ལ་གོ་རིག་པ་འདི་འདྲའི་དང་གོ་བ་སྐད་མ་འདྲ་བ་སྤྱད་ཡོང་དོ་བ་གོ་འདུག་བསད། ད་གཉིས་པ་རེད། གསལ་སྣང་ཅན་གྱི་ཤི་བ་ཁ་ཅིག་རྟོག་མེད་ཡིན་པ་དམིགས་ཀྱིས་བསལ་བའི་དོན་ཅན་དུ་འདོད་པ་དགག་པ། ཟླ་བ་གཉིས་སྣང་གི་ཤི་བ་དེ་ཡུལ་གསར་བ་སྣང་ཡང་རྟོག་པ་ཡིན་པས། གསལ་སྣང་ཅན་གྱི་རྟོག་པ་དམིགས་ཀྱིས་བསལ་ནས། མངོན་སུམ་མ་ཡིན་པ་གོ་བའི་ཆེད་དུ་ར་རི་བྱེད་མུས། ར་རུ་བཅས་ཞེས་མོས་སོ་ཞེ་ན། ད་ས་ནང་ཅན་གྱི་རྟོག་པ་ཡོད་ཟེར་ལབ་ཅིག་ཨ་ལས་ད་གིས་དེའི་རྩ་བ་མང་པོ་འདུག་ཨ། རྩ་བ་ག་རེ་རེད་ཟེར་ལབ་ན། དེ་མཚུངས་ག་དེ་བདེན་རྒྱུ་ན་དེ་འདི་ཉིད་ན་ཅི་བཞིན་གོ། འདི་ཡང་ཟེར་འདིར་ཡང་འབྲུ་གཟུགས་འཁྲུ་བ་བཞིན། དབང་པོའི་འགྱུར་བ་ཡོད་ན་ཡང་ལྡོག་འགྱུར། ཡང་དབང་པོའི་ཀླད་པ་ནི་བཟློག་ཀྱང་བཟློག་པར་མི་འགྱུར་ཞིང། ཐ་བ་གཉིས་པར། དེ་བཞིན་གཞན་གྱི་རྒྱུད་ལ་ནི་བརྗོད་པ་དག་གིས་འགའ། བརྗེད་པ་དག་གིས་འགའ་ཚེ་འཇོག། གསུམ་པ་རེ། མཐོང་བ་དྲན་པ། མཐོང་བ་དྲན་ལ་ལྟོས་འགྱུར་ཞིང་བཞི་པ་རེ། ཡོངས་སུ་སྲ་བ་སྣང་མི་འགྱུར་ལྔ་པ་རེ། དོ། ད་གཉིད་ལོག། གཉིད་ལོག་སྤང་བ་སད་པ་ན་སྲ་བ་སྣང་བ་ཅན་ལོག། གང། དེ་ནི་རྟོག་མེད་གཉིས་ཀ་ཡང་སོང་ཡང་དེ། འོག་ལ་མ་རེ། བདག་ཉིད་ཀྱི་ཤེས་པ་དེ་ཡོད་གསར་བ་ན་ཡང་རྟོག་པ་ཡིན་པས་གསལ་སྣང་ཅན་གྱི་རྟོག་པ་མིག་ཅིག་ས་ནས་མངོན་སུམ་མ་ཡིན་པར་གོ་བའི་ཆེད་དུ་ར་རོས་ཅིག་ཤིག་སྨོས་སོ་ཞེ་ན་གཉིད་ལོག་སྤང་བ་ཟད་པ་ན་ཟོ་དེ་རེ་བ་རྩ་བ་རེ་བ། ཡོད་གསར་བ་སྣང་བ་ཅན་གྱི་ཡིད་བློ་གང་ཡིན་པ་དེ་ནི་རྟོག་མེད་ཡིན་པར་ཐལ། གཉིད་ལོག་ན་འདྲ་སད་ན་འདྲ་ཡོད་གསར་སྣང་ཅན་གྱི་བློ་དེ་གང་ཡིན་པ་དེ་རྟོག་མེད་རེས་ཡིན་པ་དེ་གར་སེ་ན་རྟོག་པ་ལ་མི་གསལ་སྣང་མི་སྲིད་པར་བསྒྲུབས་ཟིན་པ་དེའི་ཕྱིར། རྟོག་པ་ཡིན་ན་ཡོད་གསར་བ་མི་སྣང་བ་ཡིན་པའི་ཆ་བ་ཡིན་པར་བསྒྲུབས་ཟིན་པ་དེའི་ཕྱིར། འདས་པ་དྲན་པའི་བློ་ཆོས་ཅན་རྟོག་པ་ཡིན་པར་ཐལ་གནས་སྐབས་གཉིས་ཀར་སེ་རེད་པ། གཉིད་ལོག་པ་དང་སད་པ་གཉིས་ཀར་ཡང་ཡོད་གསར་བར་སྣང་བ་དེ་ལྟར་མིན་པ་མི་གསར་བར་སྣང་བའི་ཤེས་པ་ཡིན་པའི་ཕྱིར། འདས་པ་དྲན་པའི་བློ་དེ་ག་དུས་ཡིན་ན་འདས་པའི་དོན་དྲན་ཡོང་དུས་སྐབས་འགའ་ཞིག་ལ་ཅིག་འདས་པའི་དོན་ལ་བསམ་བློ་མང་པོ་བཏང་ན་ཡུན་འདི་ན་འདུས་པ་ལྟ་བུ་སྣང་བ་དེ་འདྲ་ཡང་ཡོང་སྲིད་ཀྱི་རེད་དེ་དེའི་སྐབས་སུ་ཨ་ནི། ཡང་ཁོ་རྟོག་མེད་འཁྲུལ་ཤེས་ལས་ཆགས་ཡང་སྲིད་ཀྱི་རེད། ཡིན་ན་ཡང། ཁོ་རང་འདས་པ་ཁོ་རང་དྲན་བཞིན་པའི་སྐབས་ག་འདྲའི་སྤྱི་ལ་བསམ་བློ་བཏང་པ་ཡིན་ན་འདས་པའི་གི་དོན་དེ་རྗེན་ཆལ་དུ་སྣང་བ་མངོན་སུམ་དུ་སྣང་བ་ལྟ་བུ་ཡོད་མ་རེད། ཟླ་བ་གཉིས་སྣང་གི་ཤི་བ་དེ་རྟོག་མེད་ཡིན་ན་ཡང། ཚད་མ་ཡིན་པ་ཉིད་ནི་ར་རུ་སྐྱེ་ཞེས་པའི་ཚིག་དེ་ལ་བརྟེན་ནས་བཀག་པ་ཡིན་ཏེ། དེས་དེ་རང་ཡུལ་ལ་ལྷུ་བ་བསྟན་པའི་ཕྱིར། འདུག་ཟེར། ཚད་མ་ཉིད་ནི་བཀག་པ་དེ་ལྷུ་བའི་ཕྱིར་རོ། དེ་དོན་སྟོང་བ་མངོན་སུམ་བརྟགས་ན་གཉིས་སུ་བཤད། བདུད་བཞི་དུས་གོང་ལ། བསྐལ་པ་ཡིན་ཏེ་དེ་དེའི་རང་ཡུལ་ལ་སླུ་བར་བསྟན་པའི་ཕྱིར། དམིགས་བསལ་དང་བཅས་པའི་མངོན་སུམ་བརྟགས་ན་གཉིས་སུ་བཤད་པ་ལ་དགོས་པ་ཡོད་དེ། མ་འཁྲུལ་བ་མངོན་སུམ་གྱི་མཚན་ཉིད་ཀྱི་ཟུར་དུ་གཏོགས་པའི་ཆེད་དུ་མ་ཟད་རྟོག་མེད་འཁྲུལ་བ་རྣམས་ཚད་མ་ཡིན་པར་བཀག་པས་དེའི་དོན་སྟོང་བ་གཉིས་སུ་བཤད་པའི་ཕྱིར་དེ་དོན་སྟོང་བ་གཉིས་སུ་རྟོག་མེད་མངོན་སུམ་བརྟགས་ན་གཉིས་སུ་བཤད། མདོར་ན། འདི་ལ་མངོན་སུམ་བརྟགས་ན་ར་རུ་ཅི་ཡིན་ཟེར་ཡ་དེའི་དོགས་ནི། མིང་དང་རིས་སུ་སྦྱོར་བ་ཡི་རྟོག་པ་དང་འབྲེལ་མངོན་སུམ་མོ་ཞེས་པའི། རྟོག་པ་དང་བྲལ་བ་མངོན་སུམ་དུ་བཤད་པ་དེའི་སྤྱི་དང་ལ་ཡ། མཚན་ཉིད་ཁ་གང་ཞིག་ནི་ཨ་ནི། མ་འཁྲུལ་བ་དེ་མཚན་ཉིད་ཀྱི་ཟུར་དུ་རྟོགས་དགོས་པ་དང། ད་ག་ནང་བཞིན། ར་རུ་གི་བསླད་པ་དང། ཕྱི་ནང་གི་རྐྱེན་གྱིས་ཉེ་བར་བསླད་པའི། གནོད་པ་ཅན་གྱི་ཨ་ནི། མིག་གི་དབང་པོ་ལས་བྱུང་བའི་ཤི་བ་དབང་བཞི་གང་གཱ་ནི་མངོན་སུམ་རྟགས་སྣང་ཡིན་པ་རྟོགས་པར་བྱ་བའི་ཆེད་དུ་ར་རུ་སྐྱེ་ཡེ་ཤེས་སྨོས་པ་ཧོ་དུ་སུ་ཅི་ནི་ཡིན་གསུངས་ད་དུ་ནམ་རྒྱུན་གསུངས་སྟངས་དེ་འདྲ་ཞིག་དགག་པ་དེའི་དོན་དུའོ་གཉིས་སུ་བཤད་པའི་ཕྱིར་རོ་གསུངས་རྒྱུ་བྱས། ད་དེ་ཡན་ཆད་ཀྱི་ང་ཚོའི་མངོན་སུམ་ཚད་མའི་ངོ་བོ་ལ་ལོག་པར་རྟོག་པར་དགག་པ་རེད། པ་ཚད་མ་རྣམ་འགྲེལ་གྱི་ལེའུ་གསུམ་པའི་གཞུང་དེ་སྤྱི་དང་དོན་ཚད་གསུམ་གྱི་ནང་ལ་དང་པོ་དེ་ལ་ཚད་མའི་གྲངས་ལ་ལོག་པར་རྟོག་པ་དགག་པ། ཨ་ནི་དེའི་བར་ལམ་དེ་ལ་ཚད་མའི་ངོ་བོ་ལ་ལོག་པར་རྟོག་པ་དགག་པ། ད་འདས་ལ་ཡང་ཚད་མའི་འབྲས་བུ་ལ་ལོག་པར་རྟོག་པ་དགག་པ་ད་ཚད་འབྲས། ཟེར་ནས་ཡོངས་གྲགས་བཤད་དེ་ཡང་ང་རང་ཚོ་སྤྱི་བཏང། ད་ལྟ་འདི་གི་ཚད་འབྲས་ཀྱི་སྐོར་དེ་ཡང་དཀའ་གནད་ལ་ཅུང་ཟད་བརྩི་གི་ཡོད་རེད་ལ་གནད་ཆེ་བ་གཟིགས་ཀྱི་བླ་མ་རྗེ་བཙུན་ཆོས་རྒྱལ་མཚན་གྱིས་ཡང་ཨ་ནི་འབྲས་རྟོག་གསུམ་པ་དང་འབྲས་རྟོག་གཉིས་པ་དང་གསུམ་པ་དུ་བྱས་ནས་ཟུར་དུ་མཛད་ཡོད་པ་དེ་འདྲ་རེད། དེ་འདྲའི་བྱེད་དུས་གོང་ལ་ད་ང་ཚོ་ཚེ་འདས་དེ། གཞུང། མང་ཉུང་ཧ་ལམ་ད། ངོ་བོ་ལ་ལོག་རྟོག་འགག་པ་དང་ཧ་ལམ་འདྲ་པོ་འདྲ་པོ་རེད་དེ། གང་བྱས་བལྟས་ཚེ་དཀའ་བ་བརྩི་གི་ཡོད་ད་ད་ལོ་ང་ཚོ་མཚམས་འདི་ནས་ཡིད་དུ་བཞག་རྗེས་ཨ་རྣམ་པ་ཚོས་དེ་ཡན་ཆད་དུ་སོ་དཔེ་ཀློག་རྒྱག་ཡ་དེ། ཨ་ནི་གལ་ཆེན་པོ་ཞིག་མཛད་དེ་ནི་དེའི་པར་རག་ལ་དཔེ་བཞག་ན། རྣམ་པ་ཚུལ་གཅིག་པའི་ཕྱི་ལྟ་བའི་སྐབས་ལ་ཡང་དོ་སྣང་མཛད་དགོས་ས་དེ་འདི་འདྲ་རེད་དུས་ཚོད་ལ་ཟམ་ཐུང་མཛད་ཅེས་ད་ལྟ་འདི་ནས་བར་ཡང་ཉི་མ་ཁ་ཤས་ནས་རྒྱུགས་སྤྲོད་འདྲ་པོ་དེ་འདྲ་ཁས་རྒྱུགས་སྤྲད་ནས་དོགས་སུ་འགྲོ་གི་རེད་དེ་རྒྱུགས་སྤྲད་ཚར་བ་དང་ལམ་སང་ཁོང་ར་ཁ་རྒྱག་ཅིང་རྩ་བ་ཉིད་ནས་མ་བལྟ་བ་ཞིག་ནས་མ་བཞག་པ་བྱས་ཅེས་ཨ་འཇམ་དགུན་ཆོས་དུས་རག་གི་བར་དུ་ཉི་མ་གང་འཚམ་ཅིག་ཡོད་པ་དེའི་ཚད་ལ་གསོལ་བ་གསོལ་བ་བྱས་ནས་ལེའུ་གསུམ་པ་དེ་ཡང་བལྟས་ཅི་ཅེས་དཔེ་ཀློག་རྒྱག་ཡ་དང། ཨ་ནི་སྐྱབས་སྦྱོང་བྱེད་ཡ་དེ་བྱུང་ན་ཡག་པོ་ཞེ་དྲག་འདུག་བ་རེད་པ་ད་ངས་བྱེད་སྟངས་ཞུས་དགོས་དགོས་མི་འདུག་རྒན་པ་རྐྱང་རྐྱང་རེད་དངོས་གནས་ཀྱི་དཔེ་ཤ་སྟག་ཡག་ལ་ཡ་ཧ་ཅང་གི་ཤུགས་ཆེན་པོ་བརྒྱབ་བསྡད་མཁན་ཡུན་རིང་པོ་ལ་ཡ་སོ་སོའི་གི་རྒྱུན་སྲིང་མཐུན་མཁན་ཨ་ནི་དགེ་རྙེད་དགེ་ལེགས་འདྲ་པོ་དེ་གཅིག་རིང་པོ་འདྲ་པོ་ཤེས་ཀྱི་འོ་དོ་སྣང་ངན་ཡིན་པ་སོང་ཙང་ཨ་ནི་ཞུ་དགོས་ཡ་ཅི་མི་འདུག་སྤྱི་སྟངས་ཞིག་ན་ཨ་ནི་ཁོ་ཁྱེད་རྣམ་པ་ཚོ་ཚང་མ་དགེ་རྒན་རྐྱང་རྐྱང་གི་གྲས་ལ་ཧ་ལམ་གྱིས་ཚང་མ་དགེ་རྒན་གྱི་གྲས་ལ་སླེབས་བསྡད་ཡོད་པ་དེ་འདྲས་ཡིན་པ་སོང་ཙང་གསར་པ་དེ་ཚོ་ལ་ཡང་ཁོ་ནམ་རྒྱུན་ནས་ཡིན་བཞིན་ནས་བསླབ་བྱ་བློ་བརྟན་ཡག་པོ་རྒྱག་དགོས་ཡ་དེ་གལ་ཆེན་པོ་འདུག་སྤྱིར་ན། སྤྱོད་ལམ་གྱི་ཐོག་ནས། གཉིས་ན་བསླབ་པ་བློ་ཉེ་ལ་ཤུགས་རྒྱག་སྟངས་ཀྱི་ཐོག་ནས། གསུམ་ན་སོ་སོས་སོ་སོའི་གི་རང་རང་སོ་སོའི་གི་བསམ་པའི་གི་ནང་ལོགས་ལ་ཡ་དྲང་བདེན་དང་ལྷག་བསམ་ཟེར་ཡ་དེ་ང་རང་ཚོ་ཁ་ནས་བརྗོད་པ་ཙམ་དུ་མ་ཡིན་པ་དོན་ངོ་ཐུག་ལ་རང་རང་སོ་སོའི་གི་བསམ་པ་དྲང་པོ་གཅིག་གི་ཐུག་ལ་བཞག་ཐུབ་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་ཤག། སྐབས་འགའ་ཞིག་ལ་བསམ་བློ་བཏང་སྟེ་ཆུའི་འཇིག་རྟེན་གང་གི་ཐད་ནས་ཡིན་ན་ཡང་བསམ་པ་དྲང་པོ་གཅིག་ལ་བཞག་ཐུབ་པ་ཡིན་ན་གང་དགའ་འབྲུ་ས་རེ་དྲན་གྱི་འདུག་ཆུའི་འཇིག་རྟེན་གང་གི་ཐད་ནས་ཡིན་ན་ཡང་ཁ་ཤས་ཀྱིས་མང་པོ་ཞིག་བཤད་ཅེས་དོན་ངོ་མ་ནི་ལས་ཀ་བྱེད་སར་སླེབས་དུས་རང་དོན་དང་རྦད་དེ་རང་དོན་ཁོག་ཆོད་པོ་ཐོག་ནས་དྲང་བདེན་མ་ཡིན་པའི་བྱ་བ་རྐྱང་རྐྱང་ལ་ཞུགས་སོང་པ་ཡིན་ན་དེ་ནི་ཡག་པོ་ཡོང་ས་མ་རེད་རེ་བ་ཡ་འོ་དེ་འདྲ་བྱེད་དུས་གང་ལྟར་ང་ཚོ་ལྷོ་གླིང་འདི་ལྟ་བུ་ཞིག་ཡིན་ན་ཡང་གང་ལ་གང་འཚམ་གྱི་ཅིག་ཡ་གྱིས་འདྲ་བོ་ཡོང་བསྡད་ཀྱི་འདུག་བསམ་བསམ་འདྲ་བོ། བློ་མིག་ཀུན་སྤྱོད་ཀྱི་ཐུགས་ནི་ཡིན་ན་ཡང་ཁ་ཉན་པོ་དང་དཔེ་ཡག་པོ་ཡོང་བསྡད་ཀྱི་འདུག་སང་སང་འདྲ་པོ་དུས་རྒྱུན་དུ་འདུག་ལ་རྣམ་པ་ཚོ་དགེ་རྒན་ཚང་མ་དགེ་རྒན་རྐྱང་རྐྱང་ཡིན་པ་སོང་ཙང་ཨ་ནི་རང་རང་སོ་སོའི་ངོས་ནས་འགན་རེ་ཁྱེད་ཀྱིས་ཨ་ནི་བསླབ་པ་བློ་ཉེས་ཐོག་ལ་ཡར་ཤུགས་རྒྱག་ཡ་དང་ཨ་ནི་ཀུན་སྤྱོད་དུས་ཚོད་ཡག་པོ་ཅིག་ཡོང་ཡ་གི་ཐོག་ལ་ཤུགས་རྒྱག་ཡ་དེ་ཧ་ཅང་གི་གནད་ཆེན་པོ་འོ་དེ་འདྲའི་གི་དོན་དག་ཆེན་པོ་རེད་ཤག་དུས་ཚོད་དུས་གོང་ལ་ང་ཚོས་འདི་འདྲའི་ཅིག་གི་ནང་ལ་བསླབ་པ་བློ་ཉེས་རྒྱག་རྒྱབ་རྒྱབ་རྒྱབ་རྒྱབ་ནི་ཐོན་ཡོང་ཡ་གི་མི་དེ་ཨ་ནི་དྲང་བདེན་མེད་ངེས་ཨ་ནུ་པའི་ཚེ་སྤྱོད་པ་བཙོག་པ་དེ་འདྲས་ཅིག་ཐོན་སོང་ན་དེ་ནི་ཧ་ལམ་ད་མི་དགོས་ངེས་ཀྱི་བཟོ་འདྲ་བོ་ཞིག་ཆགས་ཡོང་གི་འདུག་བ། ཧ་ལམ་དངོས་གནས་ཀྱིས་སྨྲས་ན་འདྲིས་པའི་བཟོ་འདྲ་བོ་ཆགས་ཡོང་གི་འདུག་བ། འོ་དེ་འདྲས་བྱེད་དུས་གོང་ལ་ཨ་ནི་དེ་འདྲས་མ་ཡིན་པ་ཨ་ནི་ཚང་མས་ཀྱིས་ཏེ་ཚེ་གཟབ་གཟབ་བྱེད་དགོས་ཀྱི་འདུག་རེད་བ། ང་ཚོ་སྤྱི་བཏང་དྲ་བའི་གི་སྤྱི་ཚོགས་ཀྱི་ནང་ལ་དེང་སང་སྐྱོན་བརྗོད་མང་པོ་སླེབས་པའི་སྐབས་འདི་འདྲས་ལ་བལྟས་ན་ལྷག་པར་དུ་ཡང་ཨ་ནི་གཟབ་གཟབ་བྱེད་དགོས་ཡག་གི་གནད་དོན་འོ་དེ་འདྲས་འདུག་འོ་དེ་འདྲས་གཟབ་གཟབ་བྱེད་དགོས་ཀྱི་འདུག་ཡིན་ན་ཡང་སོ་སོ་སོ་སོའི་གི་མདུན་ལ་ཨ་ནི་རང་ཉིད་ཀྱིས་ཅིག་དགའ་ཤོས་དང་ཡག་ཤོས་ཀྱི་ཐོག་ནས་ཅིག་སྐད་ཆ་བཤད་སྟངས་ཅིག་སོ་སོའི་བློ་ལ་བབ་མི་བབ་ཅིག་གི་ཐོག་ནས་ཨ་ནི་ཡང་ཅིག་གོ་སྤྱོད་པ་སྡུག་ཅག་འདུག་ཞེ་བོ་འགའ་ཟེར་ནས་དེ་ཡང་སོ་སོའི་བློ་ལ་བསམ་བློ་བཏང་དགོས་ཀྱི་འདུག་སོ་སོའི་བློ་ལ་བསམ་བློ་བཏང་ཡོང་དུས་ཅི་ཞེ་ན་སོ་སོའི་བློ་ཕྱོགས་སུ་ལྷོང་བསྡད་པ་དེ་འདྲས་ཡང་མང་པོ་མང་པོ་སྲིད་པ་ཡིན་ཙང་ཨ་ནི་དེ་ཚོའི་གི་ཐོག་ལ་ཅི་བཏང་ཟ་ཟ་ཞེས་ཞུ་ཡ་ཡིན་ད་འདི་ཚོའི་གི་ཐོག་ལ་མང་པོ་ཞུ་ཡ་མེད་རྣམ་པ་ཚོ་ཚང་མ་རྒན་པ་རྐྱང་རེད་དེ་ཚོའི་གི་ཐོག་ད་ཞུ་ཡ་མེད་ད་འགྲིག་སོང་ཡ་ད་ང་ཚོའི་ད་ལོ་གི་ཅིག་གཞུང་གི་མཚམས་འདྲ་བོ་དེ་རྫོགས་སོང་བ་རེད། རྣམ་པ་ཚོས་རྩོད་པ་རྒྱས་ཟིན་ཡོད་མེད་ཇི་ལྟར་ཡིན་གྱི་རེད་དེ་ཀློག་རྒྱུ་དང་ཡང་བསྐྱར་བསྐྱར་སྦྱོང་བྱེད་རྒྱུ་མ་བཅུག་ཨོ་འདུག་སེ་ཐུགས་རྗེ་ཆེ།